ཨོ་ད་བོ་གླེང་བ་འཕྲོ་འདྲུད་པའི་ལན་རེམ་རིང་གཉིད་ཀྱི་ཤ་ར་གཅིག་པའི་ཁ་བ་གངས་ཅན་པའི་ཕུ་ནུ་མི་སེར་ཚོགས་མང་ལ། དེ་རིང་ཉིན་དང་ཉིས་བརྩེགས་གསུམ་གྱི་དཔྱིད་ཟླ་བརྒྱད་པའི་ཚེས་པ་བཅུ་གསུམ་ལ་ངས་བརྙན་འདི་བཟོ་གི་ཡོད། ད་ང་ད་ལྟ་བརྙན་བཟོ་ཚགས་ཀྱི་དབྱིན་ཡོང་ལ་བཏགས་སྐད་ཅོར་ཚ་བོ་འདུག་དེ་འདྲ་བྱེད་དུས་གཅིག་བྱས་ན་དབྱིན་ཡོང་གི་སྐད་དེ་ཚོ་བརྙན་འདིའི་ནང་ལ་འཛུལ་སྲིད་པ་རེད། ད་ཡིན་ན་ལས་བྱེད་ཀྱི་བརྙན་བཟོ་ཡག་གི་དུས་ཚོད་དེ་རག་ཡག་ཁག་པོ་ཡོད་པའི་ཆ་ནས་ད་ལྟ་དུས་ཚོད་རག་བ་དེ་བེད་སྤྱོད་གཏོང་བྱས་ནས་ངས་བརྙན་འདི་བཟོ་བཞག་གི་ཡོད། ད་ཐེངས་ཉིན་དེ་བཟོ་དགོས་ཡ་དེ་ཟླ་བ་འདི་གི་སྤྱི་ཚེས་བཅུ་དྲུག་ནས་བཅུ་དགུ་བར་ལ་རྒྱ་གར་གྱི་རྒྱལ་ས་ལྡི་ལི་ལ། དེ་ནི་རྒྱལ་སྤྱིའི་གི་བོད་རང་བཙན་ཚོགས་ཆེན་གྱི་ཚོགས་གནང་གི་ཡོད་རེད་ད་དེ་ལ་ང་རང་དངོས་སུ་བཅར་ཐུབ་གི་མེད་པའི་ཆ་ནས་དེའི་ཆ་ཤས་སམ་ཡང་མིན་ན་དེའི་ལས་རེམ་ལ་ད་མེག་བྱས་ནས་སོ་སོ་རང་ངོས་ནས་བོད་རང་བཙན་སླར་གསོ་གི་ཆེད་དུ། ད་ང་ཚོས་ངེས་པར་དུ་འགྱུར་བ་གཏོང་དགོས་ཡ་གི་གནས་སྟངས་གཅིག་དང། དེ་ནི་འཐབ་རྩོད་དང་འབྲེལ་བྱས་ནས་འགྱུར་བའི་ལོ་རྒྱུས་ངེས་པར་དུ་གླེང་དགོས་ཡ་ཁག་ཅིག་དེ་རིང་ཤེས་ཡག་གིས་འབད་བརྩོན་བྱེད་ཀྱི་ཡོད་ད་འདི་རྩ་དོན་འཐབ་རྩོད་ལ་ང་རང་གིས་གལ་ཆེན་པོ་ཅིག་བརྩི་གི་ཡོད། སྤྱིར་བཏང་འགྱུར་བ་བྱེད་དུས་ལྟ་གྲུབ་དང་ལོ་རྒྱུས་གང་གི་ཐད་ནས་སྤྱི་ཚོགས་དང་མི་རིགས་ག་འདྲ་ཞིག་ཡིན་པ་ཡིན་ནའི་འགྱུར་བ་དགོས་ཡ་དེ་ཧ་ཅང་གི་གལ་ཆེན་པོ་ཡིན་པ་ཤེས་ཀྱི་ཡོད་རེད། དཔེ་ཆ་བཞག་བ་ཡིན་ན་ཆུ་གཅིག་ལ་འཚོ་བ་ཡིན་ན་ལས་ཆུ་དེ་ཁོ་འགུལ་ཆུ་རྒྱག་ས་དང་འབབ་ས་རྒྱུག་ས་འདྲ་བོ་མེད་པ་ཡིན་ན། འབྱོར་བ་མེད་པར་ས་ཆ་སྐྱེལ་རུང་ལ་འཆི་བདེ་བ་གནས་བདེ་བ་ཡིན་ན་ཁྱོད་དེ་ག་ལེ་ག་ལེ་དྲི་མ་ཁ་དེ་ནི་ག་ལེ་ག་ལེ་རུལ་འགྲོ་ཡ་ཅིག་ཡིན་པ་དེ་དངོས་པོ་ཁོ་རང་གི་ཆོས་ཉིད་ཆགས་བསྡད་ཀྱི་ཡོད་རེད་ད་དེ་ག་ནང་བཞིན་མི་རིགས་ཅིག་དང་སྤྱི་ཚོགས་ཅིག་ལ་ཆ་མཚུངས་བ་ཡིན་ན་ལས་འགྱུར་བ་མེད་པ་ཡིན་ན་སྤྱི་ཚོགས་དེ་ཡར་རྒྱས་མི་འགྲོ་བའི་སྡོམ་ཚིག་ཅིག་བཀོད་ཀྱི་ཡོད་རེད་དེ་དངོས་པོའི་ཆོས་ཉིད་དང་སྤྱི་ཚོགས་ཀྱི་འགྱུར་བ་གི་དགོས་མཁོ་སྦྱར་བྱས་ནས་ཁོ་འགྱུར་བའི་གར་སྣེ་བཤད་སྟངས་ཅིག་རེད་སྤྱི་ཚོགས་ཀྱི་ངོས་ནས་འགྱུར་བ་དེ་ཡང་དགོས་མཁོ་ཅན་དང་ད་ཡང་དག་པ། དུས་ལ་འཚམས་པ་གི་འགྱུར་བག་གི་ནང་ལོགས་ལ་འཁྲིད་ཐུབ་དགོས་དེ་འགྱུར་བའི་ཁ་ཕྱོགས་ཀྱི་གནད་འགག་འདྲ་བོ་དེ་རེད། ད་ང་རང་ཚོ་བོད་ལ་ཆ་ཚང་བ་ནི་རིག་པའི་ལོ་རྒྱུས་ནང་ལོགས་ལ་བོད་ཀྱི་མི་བུ་གོང་མ་ཚོ་གི་ཆེས་སྙིང་སྟོབས་དང་རྣམ་དཔྱོད་ལ་བརྟེན་བྱས་ནས་མཐོ་སྒང་གི་རང་བྱུང་ཁོར་ཡུག་དང་རང་བྱུང་གི་ཆོས་ཉིད་ལ་རྒྱུས་ལོན་འཐབ་རྩོད་བྱེད་བྱས་ནས། དེ་ནས་ཅིག་རང་བྱུང་གི་ཤིང་འབྲས་དེ་ཚོ་རྫོགས་འགྲོ་བའི་གི་སྐབས་ལ་ལོ་ཏོག་འདེབས་ལས་ཀྱི་རིག་པ་རྙེད་ཡ་དེ་ནས་རི་དྭགས་གཡང་ལ་ཕབ་བྱས་ནས་སྒོ་ཕྱུགས་སེམས་ཅན་ལ་ཉར་ཡ་ལ་སོགས་པ། སྤྱིའི་ཁོར་ཡུག་དང་ནམ་དུས་ལ་འཚམ་པའི་འཚོ་ཐབས་དང་སོ་སོ་ལ་འགྱུར་བ་གཏོང་ཆེད་ནས། འཚོ་གནས་དང་གསར་གཏོད་བརྒྱུད་ཆེད་ནས་ད་དྲ་རེམ་དང་འཐབ་རྩོད་སྣ་ཚོགས་པ་ཅིག་བརྒྱུད་བས་ཁེ་ད་གོ་རེམ་ནས་དེ་དུས་བོད་བཙན་པོའི་རྒྱལ་ཁམས་ལ་དུས་ད་སྙན་པའི་གྲགས་པ་ཨེ་ཤེས་བྱུང་ལ་བྱ་བ་ཅིག་བྱུང་ཡོད་རེད། ད་དེ་འདྲའི་གི་བོད་བཙན་པོའི་རྒྱལ་ཁམས་ཀྱི་སྐད་གྲགས་ཆ་དགོས་ཡ་འདྲ་བོ་དེ་ཡང་མི་ཡི་འཇིག་རྟེན་ཅིག་མི་ཡི་སྤྱི་ཚོགས། མི་འཇིག་རྟེན་གྱི་ནང་ལོགས་ལ་མི་ཡི་སྤྱི་ཚོགས་ཅིག་ག་འདྲ་བྱས་ནས་འཚོ་ཐབས་བྱེད་པ་དང་ག་འདྲ་བྱས་ནས་འཚོ་གནས་ལེགས་བཅོས་དགོས་ཡག་གི་འདུ་ཤེས་བཅས་ཀྱི་འོག་ནས། གཙོ་བོ་དེ་མི་ཆོས་རིང་ལུགས་དང་མི་རིགས་རིང་ལུགས་ཀྱི་འདུ་ཤེས་ཀྱི་འོག་ནས་ནང་འཁུལ་ཁྲིམས་ལུགས་དང་སྲིད་འཛིན་ལམ་ལུགས་ཚགས་དམ་པོ་བཅས་ཀྱི་འོག་ལ་དེ་ནས་བཟང་པོ་ལ་ཆེ་མཐོ་དང་ངན་པ་ལ་ཆེ་བ་བཅོས་ཡག་གི་སྦྱར་བྱུང་དགྲ་འདུལ། ཡང་མིན་ན་དགྲ་འདུལ་གཉེན་སྐྱོང་གི་ལམ་སྲོལ་མེད་པ་ནས་ཡོད་པ་ཡོད་པ་ནས་འཐུས་སྒོ་ཇེ་ཚང་ལ་འགྱུར་བ་གཏོང་བྱས་ནས། དཔའ་དང་སྤོབས་པ་དེ་ནི་ལ་རྒྱ་དང་མི་ཆོས་རིང་ལུགས་ཀྱི་འདུ་ཤེས་ཀྱི་འོག་ནས་བོད་ཁམས་གཅིག་གྱུར་བཟོས་པའི་གི་རྗེས་ལ། དེ་ནི་མཐའ་འཁོར་གྱི་ཁྱིམ་མཚེས་རྒྱལ་ཁབ་ཀྱི་རྒྱལ་སྲིད་ལ་རྒྱུས་མངའ་ཤེས་རྟོགས་གནང་བྱས་ནས་གོང་ལྟར་སྟོབས་དང་བྱུས་ཀྱིས་མཐའ་འཁོར་གྱི་ཁྱིམ་མཚེས་རྒྱལ་ཁབ་ཚོ་ལ་དང་རྒྱ་མཚོ་གཉིས་ཀྱི་ཐོག་ནས་རྒྱ་འདྲེར་གྱི་སྲིད་ཇུས་བཟུང་བྱས་ནས། དུས་དང་ཁོར་ཡུག་ལས་འཚམས་པའི་གོམ་པ་དང་འགྱུར་བ་འདུ་འབྲེལ་ལ་སྤོ་ཐུབ་པའི་རྒྱུ་མཚན་གྱིས་དུས་རབས་བརྒྱད་པ་དགུ་བའི་ནང་ལོགས་ལ་སུམ་ཉའི་ས་ཡི་དཀྱིལ་འཁོར་ལ་དབང་བསྒྱུར་ལ་བས་ཀྱི། ཨེ་ཤེ་ཡ་གི་ད་སྟོབས་ཆེན་རྒྱལ་ཁབ་ཨང་དང་པོ་གི་གོ་ས་དེ་ང་ཚོ་བོད་ཀྱིས་བཟུང་ཡོད་རེད། ད་བོད་ཀྱི་ལོ་རྒྱུས་དང་བོད་ཀྱི་འགྱུར་བ་གླེང་དུས་དེ་ཚོ་ད་ལྟ་ཡིན་པ་ཡིན་ན་ལས་ང་ཚོ་གིས་ཅིག་སྤོབས་པ་བྱེད་ཡ་ང་ཚོའི་ཡབ་མེས་ཚོ་གི་གཟི་བརྗིད་ཅིག་ཆགས་བསྡད་ཀྱི་ཡོད་རེད། དེ་ནི་བོད་གསེར་བུ་འཐོར་ཚར་བའི་རྗེས་ལ་ད་ང་ཚོ་གིས་རྒྱལ་ཞེན་དཔའ་སྤོབས་དང་རྒྱལ་སྐྱོང་དགྲ་འདོལ་གྱི་མི་ཆོས་རིང་ལུགས་དེ་ཕར་སྐྱོར་བྱས་ནས་ལྷ་མཆོག་འགྲན་བསྡུར་དང་སྤྲུལ་པའི་ལྷ་དབང་ལམ་ལོག་ལ་ཁ་ཕྱོགས་ནས་ད་ཧ་ལམ་ང་ཚོ་བོད་པ་ཟེར་ལབ་དུས་ཞིང་ཁམས་དང་ལྷ་ཡུལ་གྱི་བདག་པོ་ཡིན་པ་འདྲ་བོ་གས། ལྷ་སྒྲུང་གི་བཀོད་པ་གཅིག་བཟོས་བྱས་ནས་མི་ཡི་སྤྱི་ཚོགས་ཅིག་ལྷ་ཡུལ་གྱི་བཀོད་པའི་དག་སྣང་གིས་ནང་བློ་ལ་བཙན་དང་གཡོག་གིས་ཚུར་བཙུད་བྱས་ནས་གོང་དེར་ལྷ་དབང་ལམ་ལུགས་ཀྱི་གྲལ་རིམ་གྱི་ནང་ནས་མི་ཡི་སྤྱི་ཚོགས་ཅིག་ལོ་བརྒྱ་ཕྲག་མང་པོ་ལ་དབང་བསྒྱུར་བ་མ་ཟད། དེ་ཡང་འཛམ་གླིང་གི་འཕེལ་འགྱུར་གྱི་ལྡོག་ཕྱོགས་ལ་ང་ཚོ་གོམ་པ་བརྒྱབ་ཡོད་རེད། དཔེ་ཆ་བཞག་པ་ཡིན་ན་ནུབ་ཕྱོགས་གཙོས་པའི་ཀྱི་འཛམ་གླིང་གཞན་དག་ཆོས་སྲིད་ཟུང་སྒྲོལ་དང། ལྷ་འོང་ལམ་ལོག་ལ་ངོ་རྒོལ་བྱེད་པའི་རྟོག་སད་ཀྱི་དུས་རབས་འགོ་བཙོག་བྱས་ནས། དེ་ནི་ལྷ་སྒྲུང་ནི་མར་དོང་ནས་རིག་རྩལ་བསྐྱར་དར་ལ་སོགས་པའི་ཀྱི་སྐབས་ལ་ང་ཚོ་གིས་ད་དུང་ཡང་ལྷ་སྒྲུང་གི་དཀྱིལ་འཁོར་ལ་མུ་མཐུད་ནས་དེ་ནི་ཡིན་རྦད་དེ་ཟབ་རྒྱས་ཀྱི་འགྲེལ་བཤད་དར་སྤེལ་གཏོང་ཡག་གྲུབ་མཐའ་སྣ་ཚོགས་པ་རྒྱ་སྐྱེད་ཀྱི་ལམ་ལོག་གི་འོག་ནས་གང་ལྟར་ལྷ་དབང་ལམ་ལོག་གི་དབང་བསྒྱུར་བའི་ཀྱི་ལམ་སྲོལ་རྙིང་པ་དེ་ལོ་བརྒྱ་ཕྲག་མང་པོ་ལ་ང་ཚོ་གི་རྒྱུན་བསྐྱངས་ནས་ཡོང་ཡོད་རེད། བརྒྱུད་རིམ་དེ་ཚོ་ལ་ཨེ་ཀྲ་ལི་གཙོས་པའི་ཡོ་རོབ་ནས་མགོ་ཚོགས་ཀྱིས་ནས་གང་ལྟར་རིག་རྩལ་བསྐྱར་དར་དང་དེ་ནས་བློ་འབྱེད་ཀྱི་ལས་འགུལ་ལ་སོགས་པ་ལ་བརྟེན་ནས། ད་གང་ལྟར་བདེན་སྟོང་རྩ་འཛིན་དགོས་པའི་ཀྱི་ལྟ་ཚུལ་གསར་བ་དར་ཡག་དང་མ་རྩ་རིང་ལུགས་བརྒྱུད་བྱས་ནས་བཀས་བཀོད་རྒྱུད་འཛིན་དང།

ཡང་མིན་ན་དེ་སོགས་ཀྱི་རྗེས་ལ་ང་ཚོ་གོམ་པ་སྤོ་ཡ་ཕར་བཞག་བྱས་ནས་ཧ་ལམ་དེ་སོགས་ཤེས་རྟོགས་བདག་སྤྲོ་ཙམ་ཡང་མེད་པར་མུ་མཐུད་ནས་གང་ལྟར་ང་ཚོ་སྤྲུལ་པའི་ལྷ་སྒྲུང་གི་དཀྱིལ་འཁོར་ལ་འགྲེལ་བཤད་དང་ཡང་འགྲེལ་རྒྱབ་བྱས་ནས་ལྷ་མཆོག་འགྲན་སྡུར་གྱི་ཆོ་ག་དང་དེ་ནས་ཆོས་སྲིད་ཟུང་འབྲེལ་གྱི་གྲུབ་མཐའ་དང་སྒེར་དབང་དང་སྒེར་གྱི་རྒྱ་བསྐྱེད། སྐུ་དྲག་ནང་འཁོར་སྤྲོ་སྐྱིད་ལ་སོགས་པ་གང་ལྟར་བོད་ཀྱི་སྦྱར་སྲིད་མངའ་ཐང་དང་འབྲེལ་བ་རྩ་བ་ཉིད་ནས་མེད་པའི་ལམ་ལུགས་སྲོལ་བཅས་ཀྱི་འོག་ལ། ང་ཚོ་གི་སྦྱར་སྐྱིད་ཀྱི་གོ་སྐབས་དང་འགྱུར་བ་རྩ་ཆེན་པོ་དེ་ཚོ་ཤོར་བ་མ་ཟད། ད་མཐའ་མ་དེ་ལ་བུ་རྒྱལ་ཁབ་དེ་ཡང་དེ་འདྲའི་བཟོ་བྱས་ནས་ཤོར་སོང་བ་རེད། དེ་འདྲའི་བཟོ་བྱས་ནས་བུ་དེ་སྐྱེས་བཞག་བ་རེད། ད་དེ་ང་ཚོ་དུས་རབས་དང་འཚམས་པའི་འགྱུར་བ་གཏོང་མ་ཐུབ་པའི་ཆ་དེ་རེད་དེ་ལ་རྗེས་ལུས་དང་ཐུར་ཤུལ་ཟེར་ལབ་གི་ཡོད་རེད། དེ་ལ་དུས་རབས་ཀྱི་འགྱུར་བའི་རྗེས་མ་ཕྱུག་པ་ཟེར་ལབ་གི་ཡོད་རེད་དེ་འདྲའི་གི་འགྱུར་བ་གཏོང་དགོས་ས་ལ་འགྱུར་བ་མ་གཏོང་བའི་ངན་འབྲས་འདྲ་བོ་དེ་ད་ལྟ་ང་ཚོ་གི་མྱོང་དགོས་ཡ་ཆགས་བསྡད་གི་ཡོད་རེད། སྔོན་མ་ཨེ་ཤེ་ཡོད་ཀྱི་སྟོབས་ཆེན་རྒྱལ་ཁབ་ཨང་དང་པོ་གིས་ད་ཆམ་པང་ང་ཚོ་ད་ལྟ་རྒྱལ་ཁབ་དང་ངོས་ཟིན་མེད་པའི་འཁྱམས་པོ་ཁྱོད་ཀྱི་ཆ་ནས་བསྡད་ཡོད་རེད་དེ་ད་དུང་ཡང། མགོ་རུས་པ་རྣ་བའི་གི་མི་ཚོར་ལ་བ་ནང་བཞིན། མགོ་རུས་པ་སྣ་ཡི་མི་ཚོར་ལ་བ་ནང་བཞིན་གང་ལྟར་ང་ཚོས་ང་ཚོ་ལ་ཡིད་སྣང་འདྲ་བོ་ཅིག་ཤར་བྱས་ནས་བསྡད་ཡོད་རེད། སྤྱིར་བཏང་ཆུ་ལ་དད་མོས་དང་ཆུ་གི་ཆོ་ག་ཡང་དག་པ་དེ་ཚོ་འགྲོགས་མི་ལ་དགོས་ཡ་གཅིག་རེད། ལྷག་པར་དུ་སྟོང་པ་ཐུགས་རྗེ་ཅན་གྱི་གསང་འདྲ་བོ་རྒྱུ་མཚན་གྱི་ཐོག་ནས་གང་ལྟར། འདི་ཕྱི་གཉིས་དེ་གང་ལྟར་དོན་ཡོད་པ་ཅིག་ག་འདྲས་བྱས་ནས་བཟོ་དགོས་མིན་གྱི་སྐོར་ལ་གསང་བཞག་པའི་ཆུ་གི་ལམ་སྟོན་དེ་ཚོ་ངེས་པར་དུ་དགོས་ཡ་གཅིག་རེད། ཡིན་ན་ལས་ལྷ་དབང་ལམ་ལོག་སྟེ། སྲིད་དབང་བཟུང་མཁན་དང་ཆོས་རྗེའི་མི་སྣ་ཁ་མཐུན་བྱས་ནས་སྲིད་ཀྱི་མཐོ་རན་མི་སྣ་དེ་ཚོ་ལྷ་དང་སྤྲུལ་པའི་ངོ་བོ་ལ་སྒྲོག་བྱས་ནས་སྤྱི་ཚོགས་ལ་རྨོངས་དད་ཀྱི་དབང་སྒྱུར་བཟོ་ཡ་གི་ཐབས་ཤེས་དེ་ལྷ་དབང་ལམ་ལུགས་སུ་ལབ་གི་ཡོད་རེད། དེ་གོང་ད་ཉར་ཐག་ནང་བཞིན་སྤྱི་ཚོགས་ཀྱི་རྨོངས་ཐང་དུ་འཁྲིད་བའི་གི་དུག་རྫས་ངོ་མ་དེ་ཆགས་བསྡད་གི་ཡོད་རེད། ད་ཡིན་པ་ཡིན་ན་ལས་དེང་སང་ཡང་དེང་དུས་ཀྱི་ཤེས་ཡོང་ཐུབ་པའི་གི་རེ་བ་ཅན་གྱི་བོད་པའི་གཞོན་སྐྱེས་དེ་འདྲ་གི་མཐོང་ངོ་གསུང་ཡ་གི་ཆེད་དུ་ཡང་མིན་ན་དྭངས་སྣང་ཅིག་གི་ཐོག་ནས་ད་དུང་ཡང་བོད་དེ་སྤྲུལ་བའི་དཀྱིལ་འཁོར་ལ་ཅིག་འདྲི་གཞི་རྒྱག་ཐབས་བྱས་བསྡད་ཡ་དེ་ཚོ་ཧ་ལས་པའི་གི་འཇིགས་སྣང་དང་ཡིད་སྐྱོ་དགོས་ཡ་གི་གནས་ཚུལ་ཅིག་རེད་དྲན་གི་འདུག་གང་ལྟར་ད་སྔོན་མ་ང་ཚོ་གི་དུས་རབས་ཀྱི་རྗེས་ཆོད་པའི་གི་འགྱུར་བ་མ་གཏོང་བའི་བརྒྱུད་རིམ་དེ་ཚོ་ལ་བརྟེན་བྱས་ནས་བོད་རང་བཙན་ཤོར་བ་རེད། བོད་རང་བཙན་ཤོར་ནས་ང་ཚོ་བཙན་བྱོལ་ལ་སླེབས་ཚར་བའི་གི་རྗེས་ལ་ད་གང་ལྟར་ཅིག་ང་ཚོ་དམངས་གཙོ་གི་ལམ་ལུགས་ལ་ཁ་ཕྱོགས་ཐུབ་བ། དེ་ཚོ་ད་འགྱུར་བ་བཟུང་བའི་ཆ་ཅིག་ཏན་ཏན་རེད་ཡིན་ན་ལེ་ང་ཚོ་གི་འགྱུར་བ་ནོར་འཁྲུལ་ཅན་སྐྱེད་མཁན་ང་ཚོ་གི་ཡོད་ཚད་ད་ཉེན་ཁ་གི་ཕྱོགས་ལ་གང་ལྟར་དེད་ཡོད་རེད་ཉེན་ཁ་གི་ཕྱོགས་ལ་ཁྲིད་ཡོད་རེད་ད་དེ་རིང་གཙོ་བོ་དེའི་སྐོར་ལ་ངས་སྐད་ཆ་བཤད་ཡག་གི་འདོད་པ་བྱུང་སོང། དེ་ཡང་གང་ལྟར་བོད་རང་བཙན་ནི་ལམ་དབུ་མ་ཟེར་ཡག་གི་འགྱུར་བ་ཅིག་བྱུང་བ་དེ་རེད་ད་དེ་གཞུང་གི་སྲིད་ཇུས་བྱེད་རག་པ་ཅིག་འགྱུར་བ་སོང་བ་ཙམ་མ་ཡིན་པ། དེ་ལ་བརྟེན་བྱས་ནས་མི་རིགས་གཅིག་གི་རྒྱལ་ཞེན་དང་ཁྱོན་ཡོངས་ནས་ད་བཙན་བྱོལ་བོད་མིའི་གི་སློབ་གསོའི་ཁ་ཕྱོགས་དང། ཁ་ཕྱོགས་དེ་དང་འབྲེལ་བའི་གི་ད་ང་ཚོ་གི་སྤྱི་ཚོགས་དང་མི་རིགས་གི་གྲུབ་འབྲས་འདྲ་བོ་དེ་ད་ངན་ཕྱོགས་ལ་འགྱུར་བ་འགྲོ་ཡག་གི་འགོ་ཅིག་བཙུགས་བ་རེད། ད་དེ་ཡང་ཐོག་མར་ལོ་རབས་དྲུག་ཅུ་པའི་ནང་ལོགས་ལ་གཞུང་གི་ལངས་ཕྱོགས་བོད་རང་བཙན་ཡིན་པའི་སྐབས་ལ་སློབ་གྲྭ་ཁག་ལ་སློབ་ཕྲུག་ཚོ་ལ་ཁྱི་རོང་ཚོ་བུ་རོང་བཙན་གྱི་སོང་ཙག་རེད་བོད་ཀྱི་སོང་ཙག་རེད། ང་ཚོའི་དགྲ་བོ་དེ་རྒྱ་ནག་རེད་ལབ་ཀྱི་ནི་གང་ལྟར་སློབ་གྲོགས་ཀྱི་དུས་སྐབས་ནས་གཞོན་ནུ་དང་བུད་མེད་ཀྱི་ཚོགས་མི་ལ་འཛུལ་ཞུགས་དགོས་ཡ། དགེ་རྒན་ལས་ཀྱི་ཡིན་པ་ཡིན་ན་ལས་གཞོན་ནུ་གྱི་རྒྱུན་ལས་ཀྱི་འགན་འཁུར་ཆོག་ཡ། ད་དེ་འདྲའི་གས་ཀ་བ་བཟང་པོའི་དུས་ལ་སློབ་གྲྭ་རང་གི་སློབ་ཕྲུག་དེ་ཚོ་ངོ་རྒོལ་སྐད་འབུག་ལ་ཁྲིད་བྱས་ནས་མི་མང་ལང་ལོ་དང་སུམ་ཅུའི་དྲན་ལ་ངར་ཤུགས་ཆེན་པོ་གིས་ལེན་བྱས་ནས་གང་ལྟར་དགྲ་བོ་རྒྱ་ནག་གི་རྒྱལ་དར་མེ་ལ་བསྲེགས་པ་ལ་སོགས་པ། གང་ལྟར་ཚུར་ཤུགས་དྲག་པོ་གིས་བོད་རང་བཙན་ཡིན། རྒྱ་མི་བོད་ནས་ཕར་རྒྱུག་ལབ་ཡག་གི་འབོད་ར་ཅིག་གི་ཁྲོད་ནས། ང་ཚོའི་བོད་ཕྲུག་ཚོ་གསོ་སྐྱོང་གནང་ཡོད་རེད་གསོ་སྐྱོང་དེ་ནས། གང་ལྟར་ཡར་འཚར་ལོངས་བྱུང་བའི་བོད་ཕྲུག་དེ་ཚོ་དགྲ་བོ་རྒྱ་ནག་ལ་སྡང་སེམས་ཡོད་པ། བོད་མི་རིགས་དང་བོད་རྒྱལ་ཁབ་ལ་རྒྱལ་གཞེན་ཡོད་པ་ཅིག་ལ་གསོ་སྐྱོང་གནང་ཡོད་རེད། ད་དེའི་རྗེས་ལ་གང་ལྟར་དབུ་མའི་ལམ་ཟེར་ཡག་དེ་ལ་འགྱུར་བ་སོང་བས་ཀྱི་རྗེས་དང། ལྷག་པར་དུ་ཉིས་སྟོང་ཉིན་གྱི་ལོ་ལ་ཨོ་མིན་ལམ་ཟེར་བིས་ཀྱི་དོང་དག་ལ་བོ་རྗ་ཞིབ་མོར་གྱི་འཁོར་ཡུག་བསྐྲུན་པ་ཟེར་བིའི་རྗེས་ལ། དེ་ནི་དགྲ་བོ་རྒྱ་མ་ལབ་མི་ཆོག་ཟེར་བིའི་གཞུང་གི་སྲིད་ཇུས་ཀྱི་འོག་ནས། དགྲ་བོ་རྒྱ་ནག་གི་རྒྱལ་དར་མེ་སྲེག་གཏོང་མི་ཆོག་ཡ། དགྲ་བོ་རྒྱ་དམར་ལབ་མི་ཆོག་ཡ། དེ་ནི་བར་སྐབས་ཅིག་ལ་སུམ་བཅུའི་དྲན་བློ་དང་མི་རྨོངས་ལོང་བློ་ཡིན་ཆུག་ལེ་ཡང་མཚམས་བཞག་པ། ཐ་ན་སྐད་འབོག་དང་རྔམ་སྟོང་ཁྲོམ་སྐོར་གྱི། ཀོ་ལ་འདྲ་བོ་ཆ་མཚུངས་བ་ཡིན་ན་ལས་སུམ་ཅུའི་རྒན་རླངས་ཀྱི་སྐབས་ལ་ཡིན་ན་ལས་བྱང་ཆུབ་སེམས་མཆོག་གཙང་མ་གཏོགས་གང་ལྟར་སྐད་འབོད་བཟོ་མ་ཆོག་བ་གི་དུས་ངན་ཅིག་ང་ཚོ་བཙན་བྱོལ་སྤྱི་ཚོགས་ནང་ལ་བྱུང་ཡོད་རེད་དེ་ལོ་རྒྱུས་ཆགས་བསྡད་ཀྱི་ཡོད་རེད། རྡ་རམ་ས་ལ་ནས་སུམ་ཅུའི་རྒན་རླངས་ལ་མི་རྨོངས་ལང་ལོ་གཏོང་ཡག་དང་སུམ་ཅུའི་རྒན་རླངས་ལ་སྐད་འབོད་ཡོངས་བསྐྱར་རྒྱག་ཡག་དེ་ཚོ་ང་ཚོ་སྔོན་མ་ས་གནས་གཞུང་ནས་ཡིན་པའི་སྐབས་ལ་ཡོངས་བསྐྱར་འགོ་བཙུགས་བ་ཅིག་ཆགས་བསྡད་ཀྱི་ཡོད་རེད་དེ་ལོ་རྒྱུས་རེད། དེ་དུས་ས་གནས་བདེ་སྟོང་དང་ས་གནས་གྲོས་ཚོགས་ཀྱི་འཐུས་མི་དེ་འདྲ་གིས། རྡ་རམ་ས་ལ་གི་གནས་ཆུང་རྙིང་པ་གི་ཟུར་གདོང་ནི་ང་ཚོ་སྐབས་དེ་དུས་ཀྱི་ས་གནས་གཞོན་ནུའི་རྒྱུན་ལས་ཚོ་ལ་ཁ་ཚུགས་དང་ཁ་གཏོང་ཡང་གཏོང་མྱོང་བ་རེད་དེ་ཡང་ལོ་རྒྱུས་ཆགས་བསྡད་ཀྱི་ཡོད་རེད། དེ་ག་ནང་བཞིན་དགྲ་བོ་རྒྱ་ནག་གི་རྒྱལ་དར་མེ་བསྲེགས་ཡོང་བསྐྱར་གཏོང་ཡ་དེ་ཡང་ཉིས་སྟོང་དགུ་གི་ལོ་གི་ལོ་སར་གི་སྐབས་ལ་ང་ཚོ་གཞོན་ནུ་དབུས་རྒྱུན་ལས་ཡིན་པའི་སྐབས་ལ་ཡོངས་གྱར་དགྲ་བོ་རྒྱ་ནག་གི་རྒྱལ་དར་དེ་མེ་སྲེག་གཏོང་ཡག་གི་མགོ་ཅིག་བཙུགས་བ་རེད། ལོ་གསར་ལ་དགྲ་བོ་རྒྱ་ནག་གི་རྒྱལ་དར་མེ་སྲེག་གཏོང་ཡག་གི་ས་མགོ་ས་དགྲ་དེ་པིར་བྷི་གི་རྒྱལ་ལ་ད་གང་ལྟར་སྐབས་དེ་དུས་ཕྱི་དགྲ་ཡིན་གནོང་ཤུགས་དང་ནང་ཕུ་ནུ་གི་གནོང་ཤུགས་ཀྱི་འོག་ནས་རྡ་རམ་ས་ལ་གི་ས་གནས་ཉེན་རྟོག་པ་གིས་ལོ་གསར་གི་སྐབས་ལ་གང་ལྟར་བཀག་ཉར་ཁང་ལ་སྔ་རྗེས་ལ་འབོད་འགུག་བཟོས་མྱོང། དེ་འདྲའི་གི་འབོད་འགུག་བཟོས་བ་ཡིན་ན་ལས་འཐབ་རྩོད་དང་འགན་འཁྲི་ལས་རྩ་བ་ནས་ཡུལ་མེད། ད་དུང་སྐབས་དེ་དུས་རང་གཞུང་བདེ་སྲུང་ལས་ཁུངས་ཀྱི་ཡིན་པ་ཡིན་ཡ་ལས་བདེ་སྲུང་གི་ཡིག་ཚང་ལ་འབོད་འགུག་བཀའ་གཙིགས་གནང་མྱོང། ཡིན་ཡ་ལས་རྩ་དོན་དང་འགན་འཁྲི་ལས་གཡོལ་བྱས་ནས་ཀྱི་སྐབས་ཚོར་བ་བཟོ་མ་མྱོང། སྐབས་ཚོར་བ་མ་བཟོས་པའི་ཐོག་ནས་ཚོགས་པའི་ཐག་གཅོད་དང་ས་རཱ་སྤེལ་ཚར་བ་ནང་བཞིན་དུས་ཐོག་ལ་དགྲ་བོ་རྒྱ་ནག་གི་རྒྱལ་དར་མེ་བསྲེགས་བཏང་ཡོད་རེད་སྐབས་དེ་དུས་དེ་དགྲ་བོ་རྒྱ་ནག་གི་རྒྱལ་དར་མེ་བསྲེགས་བཏང་བ་དེ་ཡང་བཙན་བྱོལ་སྤྱི་ཚོགས་ནང་ལོགས་ལ་ཡུན་རིང་པོ་གི་རྗེས་ལ་ཡང་བསྐྱར་བྱུང་བ་ཅིག་ཡིན་དུས། རྒྱ་གར་གྱི་གསར་འབྱོར་བརྒྱུད་ལམ་ཆེ་ཁག་ནང་ལོགས་ལ་ཡང་སྐབས་དེ་དུས་ཀྱི་གནས་ཚུལ་དེ་ཚོ་ཤུགས་ཆེན་པོ་མཐོང་ཡོད་རེད། དངོས་གནས་བྱས་པ་ཡིན་ན་དགྲ་བོའི་གི་དགྲ་བོ་གི་རྒྱལ་དར་མེ་བསྲེགས་གཏོང་ཡ་དེ་འཛམ་གླིང་སྤྱི་ཟོར་གྱི་འཐབ་རྩོད་བྱེད་སྟངས་ཅིག་རེད། བཙན་བྱོལ་བོད་མིའི་གི་ངོས་ནས་ཡིན་པ་ཡིན་ན་ལས་ལོ་བཅུ་ཕྲག་ཁ་ཤས་ལ་དགྲ་བོ་རྒྱ་ནག་གི་རྒྱལ་དར་མེ་བསྲེགས་གཏོང་བྱེད་ནས་ཡོང་བ་རེད། ཡིན་ན་ལས་གོང་ལྟར་བོད་རྒྱ་ཞི་མོལ་གྱི་ཁོར་ཡུག་བསྐྲུན་མེད་གི་བརྒྱུད་རེམ་ནང་ལོགས་ལ་དགྲ་བོ་རྒྱ་ནག་གི་རྒྱལ་དར་མེ་བསྲེགས་གཏོང་ཡ་དེ་ཚོ་བཀག་ཐབས་བཟོས་པ་རེད། ད་དེ་འདྲའི་བཟོ་ཡག་དེ་ཚོ་ནག་ཚོགས་ཀྱི་གཞུང་དང་འགོ་ཁྲིད་ཀྱིས་བོད་མིའི་རྒྱ་རྒྱན་དང་འཐབ་རྩོད་ཀྱི་ངར་ཤུགས་སྐྱོག་སྟོང་ཅིག་དང་དགྲ་བོ་རྒྱ་ནག་གི་ངོ་སྲུང་བཟོ་སྟོང་ཅིག་ཆགས་བསྡད་ཀྱི་ཡོད་རེད་དེ་ཡང་ལོ་རྒྱུས་རེད་མ་གཏོགས་ངས་བསམ་ཚུལ་གྱི་ཞུ་གི་ཡོད་མ་རེད་ལོ་རྒྱུས་ཀྱི་གླེང་གི་ཡོད་རེད་དེའི་འགྱུར་བ་དེ་ཚོ་ཡང་ལོ་རྒྱུས་ནང་ལོགས་ལ། བསྡད་དགོས་ཡ་གནས་དགོས་ཡ་ཤི་དགོས་ཡ་དེ་གལ་ཆེན་པོ་ཡིན་དུས་ངས་དེ་རིང་ཞུ་གི་ཡོད། དེ་ག་ནང་བཞིན་ད་སྔོན་མ་གཅིག་ངོ་རྒོལ་སྐད་འབུག་གི་ལས་འགུལ་ལ། སྐད་འབུག་རང་བཟོ་ཡག་གི་ལས་རིམ་དང་ལམ་སྲོལ་ཡོད་བ་དེ་ཚོ་ཡང་བྱང་ཆུབ་སེམས་མཆོག་དང་སྨོན་ལམ་གསུང་གཏོང་བྱེད་བྱེད་ནས། ངོ་རྒོལ་གྱི་ངར་ཤུགས་དང་རྣམ་འགྱུར་འདྲ་བོ་དེ་མར་བཅག་ཐབས་བཟོ་མྱོང་བ་རེད་རྡ་རམ་ས་ལའི་གཞུང་དང་དབུ་ཁྲིད་ཀྱིས། ཁོ་ཆུ་ལ་དད་པ་དང་སྨོན་ལམ་གསུང་གཏོང་ལ་ཡག་དེ་ལུས་དགོས་ཡག་ཅིག་རེད་དེ་ཡིན་ན་ལས་ཆུ་རག་ལ་ཆུ་དང་གཞས་རག་ལ་གཞས་ལ་བ་ནང་བཞིན་ཆུ་བཟོ་ས་ལ་ཆུ་དང་གཞས་འཁྲབ་ས་ལ་གཞས་འཁྲབ་དགོས་ཀྱི་ཡོད་བ་ནང་བཞིན་ངོ་རྒོལ་རྒྱག་ས་ལ་ངེས་པར་དུ་སྐད་འབུག་དགོས་ཀྱི་ཡོད་རེད་དེ་གང་ལྟར་ང་ཚོ་གི་དེ་འབྲེལ་གྱི་ཉག་དང་ཉུང་མ་མཉམ་བསྲེས་བྱེད་བྱས་ནས་དགྲ་བོ་རྒྱ་ནག་གི་ངོ་སྲུང་ཡག་གི་ཆེད་དུ། ང་ཚོ་འབྲུ་དགོས་ཡག་གང་ཞིག་ལ་རྐང་པ་ལ་སོ་སོས་སོ་སོ་ལ་ལྕགས་སྒྲོག་བརྒྱབ། ངོ་དགོས་ཡག་གང་ཞིག་ལ་སོ་སོའི་མིག་པ་ལ་སོ་སོ་གི་རང་དགར་གཟུད་བྱས་ནས་གང་ལྟར་དགྲ་བོ་གི་ངོ་སྲུང་བ་དེ། ལོ་རྒྱུས་ཀྱི་ནང་ལོག་ནས་ཐབས་སྐྱོ་བོ་གི་འགྱུར་བ་ཅིག་དང་གླེན་རྟགས་འདྲ་བོ་ཅིག་ཆགས་བསྡད་ཀྱི་ཡོད་རེད། དེ་བས་ཀྱང་སློབ་གྲྭ་གི་དགེ་རྒན་ལས་བྱེད། སྔོན་མ་གཞོན་ནུ་གི་ས་ནས་རྒྱུན་ལས་བྱེད་ཆོག་ཡ་དེ་སོང་ཡང་གང་ལྟར་བརྒྱུད་རིམ་དེ་སོགས་ཀྱི་ནང་ལོགས་ལ་གཞོན་ནུ་གི་རྒྱུན་ལས་བྱེད་མ་ཆོག་པའི་བཟོས་བྱས་ནས། ང་རྡ་རམ་ས་ལ་ས་གནས་གཞོན་ནུ་གི་རྒྱུན་ལས་མཐིང་མ་རྙིང་པ་དེ་བཟོ་བའི་སྐབས་ལ། དེ་དུས་ང་རང་སོ་དགའ་སློབ་གྲྭ་གི་དགེ་རྒན་ཡིན་པའི་ཆ་ནས་སློབ་གྲྭ་གི་ཡིག་ཚང་ནང་ལོགས་ལ་འབོད་འགུག་བྱས་བྱས་ནས་གང་ལྟར་ས་གནས་གཞོན་ནུ་གི་རྒྱུན་ལས་མཐིང་མ་རྙིང་པ་དེ་རྩ་བ་ཉིད་ནས་མཇུག་སྐྱོང་བྱེད། ཐོབ་ཡོད་མ་རེད། སྐབས་དེ་དུས་ཀྱི་དགེ་རྒན་ཡིན་བཞིན་དུ་ལྡི་ལི་ལ། དེ་ནི་སྐད་འབུད་ལ་འགྲོ་བའི་སྐབས་ལ་ཡིན་པ་ཡིན། སྒེར་གྱི་ལས་དོན་གྱི་མིང་ཐོག་ནས་དགོངས་པ་ཞུས་ཀྱིས་ནས་འགྲོ་དགོས་ཀྱི་གནས་སྟངས་བྱུང་མྱོང། ད་བསམ་བློ་ཡག་པོ་བྱས་ནས་བཏང་བ་ཡིན་ན་གཞུང་གིས་དེ་འདྲའི་སྒེར་གྱི་སྲིད་ཇུས་དང་འཐབ་རྩོད་ཀྱི་ཐོག་ལ་ལོངས་ཕྱོགས་འགྱུར་བ་སོང་བ་དེ་གས། གང་ལྟར་ཁྱོན་ཡོངས་ཀྱི་བཙན་བྱོལ་སྤྱི་ཚོགས་ཀྱི་ནང་ལོགས་ལ་འཐབ་རྩོད་ལ་ཆ་ཤས་གླེང་ཡག་ཉུང་རུ་སོང་བ། འཇར་ཡན་སྐྱོར་སོང་བ་འདྲ་བོ་རྒྱ་ནག་གི་ཐོག་ལ་ཅིག་ཁོང་སེམས་ཀྱི་འཐབ་རྩོད་ཀྱི་ངར་ཤུགས་དེ་མ་ཤུགས་ཆུང་རུ་འགྲོ་ཡ་ལ་སོགས་ཀྱི་འགྱུར་བ་མང་པོ་ཅིག་ཕྱིན་ཡོད་རེད། དེ་བས་ན་ངས་སློབ་གྲྭ་གི་ནང་ལོགས་ལ་ཤེས་ཡོན་གྱི་གྲུབ་འབྲས་ལ་ཡིན་པ་ཡིན་ན་ལས་འགྱུར་བ་ཕྱིན་ཡོད་རེད་དེ་ཡང་སྔོན་མ་བོུ་རོང་བཙན་གྱི་ལོངས་ཕྱོགས་བཟང་བྱས་ནས་བོུ་ཕྲུག་ཚོ་ལ་མའོ་བོུ་རོང་བཙན་གྱི་སོང་ཙག་རེད་ལབ་བྱས་ནས་གསོ་སྦྱོང་བཟོས་པའི་གེ་ལོ་རབས་དྲུག་ཅུ་བདུན་ཅུ་གྱི་བོུ་ཕྲུག་འཛི་ར་རྒྱས་པ་ཐོང་ཕེན་བཅས་ཀྱི་བོད་ཡིག་གནས་ཚུལ་དང། ཁོང་ཚོ་གི་འཇར་ཞན། དེ་དང་ཨོ་མིའི་ལམ་ལ་མར་བབས་ནས་གསོ་སྦྱོང་བཟོས་པའི་ལོ་རབས་དགུ་བཅུ་དང་ཉིས་སྟོང་ཡིན་ཡོང་གི་བོད་ཕྲུག་འཛི་རན་བཅུ་གཉིས་ཐོན་པའི་བོད་ཡིག་གི་གནས་ཚུལ་དང་འཇར་ཞན་བསྡུར་བ་ཡིན་ན། ལོ་རབས་དྲུག་བཅུ་པའི་སྐབས་ཀྱི་འཛི་རན་རྒྱས་པ་ཐོན་པའི་ཀྱི་ཕྲུ་གུ་ཀྱི་བོད་ཡིག་གི་གནས་ཚུལ་དང་འཇར་ཞན་དེ་ཚེ་མཐོ་བ་ཡོད་བ་དེ་མི་རབས་རྒན་པ་ཉམས་མྱོང་ཅན་དེ་འདྲས་ཀྱིས་བཟོ་གི་འདུག་ད་དེ་ཚོ་ང་ཚོ་གི་རྩ་སྟོང་གི་ལོ་མཆོག་ལ་འགྱུར་བ་སོང་བ་དང་མཉམ་དུ་སློབ་གསོའི་ཁ་ཕྱོགས་ཀྱང་འགྱུར་བ་སོང་ཡིན་གྱི་གྲུབ་འབྲས་དང་གྱོང་གུད་ཀྱི་ཕྱོགས་གཅིག་རེད། སྔོན་མ་ང་ཚོ་གཅིག་སློབ་གྲྭ་ཁག་ལ་བུ་རོང་ཚན་སླར་གསོ་འགོ་ཡ་དང་བུ་རོང་ཚན་གྱི་སོང་ས་ཡིན་པའི་གི་སློབ་གསོ་ཡོད་བ་ཡིན་ན་ལས་ད་དེང་སོང་སློབ་གྲྭ་ཁག་ལ་བུ་རོང་ཚན་གྱི་གཏམ་བཤད་ཅིག་སྤེལ་བ་ཡིན་ན་ལས་དེ་ལས་ཆབ་སྲིད་དྲིལ་བསྒྲགས་རེད་ལབ་བྱས་ནས་ཅིག་གཞོན་ནུ་གཙོས་པའི་གི་གོང་ལྟར་བུ་རོང་ཚན་གྱི་སྐད་ཆ་བཤད་བྱས་ནས་སློབ་གྲྭ་ཁག་ལ་ཡོང་བཅུག་གི་ཡོད་མ་རེད། ད་ལྟའི་ཡོངས་གྲགས་ཆགས་བསྡད་ཀྱི་ཡོད་རེད། གཞི་ནས་ལས་སློབ་གྲྭ་ཁག་ལ་དབུ་མའི་ལམ་གྱི་སློབ་གསོ་སྤེལ་ས་ཡོད་རེད་ད་རང་ཡང་དབུ་མའི་ལམ་བརྒྱུད་བྱས་ནས་གང་ལྟར་མ་འོངས་པ་བོད་དེ་རྒྱ་ནག་གི་རྩ་འགྲན་དགོས་བ་ལ་དེའི་དགོས་ཡག་གི་སློབ་གསོ་དང། ད་དེའི་དྲིལ་བསྒྲགས་དེ་ད་རང་ཡང་སློབ་གྲྭ་ཁག་ལ་བྱེད་ས་གི་ཁོར་ཡུག་ཅིག་ཡོད་རེད་བྱེད་བསྡད་ཀྱི་ཡོད་རེད། ད་དེ་འདྲའི་གི་འགྱུར་བ་དེ་དམངས་གཙོ་གི་སྤྱི་ཚོགས་ཅིག་གི་ནང་ལོགས་ལ་ཅིག་འདྲ་མཉམ་ལ་ཡ་དེ་ཡ་ཆགས་ཀྱི་ཡོད་མ་རེད། དེ་འདྲ་གི་འགྱུར་བ་དེ་འཐབ་རྩོད་དང་རྒྱལ་ཆེན་སློབ་གསོ་གི་ངོས་ནས་བོད་ལ་ཧ་ཅང་གི་ཉེན་ཁ་ཆེན་པོ་གི་འགྱུར་བ་ཅིག་ཆགས་རེག་ཡོད་རེད། འདི་བོད་དང་རྒྱ་བར་ལ་དགྲ་གཉེན་གི་འདུ་ཤེས་རྩ་བརླག་གཏོང་ཡག་གི་ལམ་ཁ་ཅིག་དང་འགྱུར་བ་ཅིག་རེད་འགྱུར་བ་འདི་ང་ཚོ་གི་ཚོ་མཚན་དང། འདི་ལ་ནོར་བཅོས་ཅིག་བཟོ་མ་ཐུབ་པ་ཡིན་ན་ད་ག་ལེ་ག་ལེ་མི་རབས་གསར་བ་གི་ནང་ལོགས་ལ་བོད་གི་རྒྱལ་ཆེན་དང་བོད་སླར་གསོ་བྱེད་ཡག་གི་རེ་བ་དེ་ཤི་འགྲོ་གི་རེད། དེའི་ངོས་མཚན་ཐོབ་དགོས་ཡག་དེ་ཧ་ལས་པའི་གི་འཛའ་དྲག་ཆགས་རེག་ཡོད་རེད་ད་ཧ་ཅང་གི་འཛའ་དྲག་ཆགས་རེག་གི་ཡོད་རེད། བོད་རྒྱ་ཞི་མོལ་གྱི་འཁོར་ཡུག་ཟེར་ཡག་དེ་ཉིས་སྟོང་གཉིས་ཡིན་ཡོང་ལ་བསྐྲུན་པ་དང་རྒྱ་ནག་གི་རྩ་འགྲན་འོག་ལ་བསྡད་ཡག་ཡིན་ཟེར་ཡག་གི་ཉིས་སྟོང་བརྒྱད་ཀྱི་རྗེས་ལ་ཡིག་བརྒྱ་སྤྲེལ་བིས་བརྒལ། ད་བརྒྱུད་རིམ་ནང་ལོགས་ལ་བཙན་བསྒྱུར་ནང་ལོགས་ནས་རྒྱ་ནག་གི་རྒྱུག་ཁྱི་བཟོ་མཁན་སྔོན་སེལ་དོ་ཕོག་གི་ཇེ་མང་དུ་སོང་བ་ཆགས་བསྡད་ཀྱི་ཡོད་རེད། དཔེར་ན་རྒྱ་དབུ་མཛའ་འབྲེལ་གྱི་ཚོགས་པ་ཡིན་ཆུ་བཙན་བསྒྱུར་སྤྱི་ཚོགས་ནང་ལོགས་ལ་བཙུགས་ཡོད་རེད། དེ་ནི་སྔོན་སྲིད་དོ་བོད་ཀྱི་རྒྱ་མིའི་ལོ་སར་ལ་རྟགས་བཙན་བྱོལ་བོད་པའི་སྤྱི་ཚོགས་ཀྱི་ནང་ལོགས་ནས་སྔོན་སྲིད་དོ་བོད་ཀྱི་རྟགས་འགྲོ་ཉེན་དེ་མང་རུ་སོང་ཡོད་རེད། ད་རྒྱ་ནག་གི་རྩ་ཁྲིམས་འོག་ལ་བདེ་ཡག་གི་སྲིད་ཇུས་དང་སློབ་གསོ་དེའི་འོག་ནས་འགོ་ཁྲིད་ཚོ་གི་བསམ་བློ་གཏོང་སྟངས་དེ་ཡང་རྒྱ་དངོས་སུ་ཡག་གི་འདུ་ཤེས་ཀྱི་མ་གཏོགས་མི་བའི་རྒྱུ་མཚན་གྱི་ཆོལ་ཁ་གསུམ་གཅིག་གྱུར་བོད་གཞུང་གི་མངའ་ཁོངས་ཀྱི་འོག་ལ་ཅིག་བྱུང་མྱོང་ཡོད་མ་རེད་མདོག་མདོག་བཤད་ཡག་དང། དེ་ནི་བོད་ཀྱི་འགོ་ཁྲིད་ཀྱིས་ད་ད་ལྟ་བོད་དེ་རྒྱ་ནག་གི་ཆ་ཤས་ཆགས་དེ་ཡོད་རེད་ཟེར་ཡག་གི་འཇར་སོང་བའི་སྐད་ཆ་ཐབས་སྐྱོ་བོ་དེ་འདྲས་ཤེས་ཕོ་བ་དེ་ཚོ་ད་ཡུན་རིང་པོ་གི་ང་ཚོ་གི་སློབ་གསོ་ལོག་སྤིལ་གི་འོག་ནས་བོད་གི་འཐབ་རྩོད་རྩ་མེད་འགྲོ་སྟངས་ཅིག་དང་བུ་བརླག་སྟངས་ཅིག་ཆགས་དེ་གི་ཡོད་རེད། ཡིན་ན་ལས་ཐབས་སྐྱོ་བ་ཅིག་ལ་སྤྱི་ཚོགས་གི་ནང་ལོག་ནས་རྒྱུ་མཚན་འདྲ་མིན་ཤེས་ཀྱི་ནས་ད་དུང་ཡང་འཇར་སོང་བའི་སྐད་ཆ་དེ་ཚོ་ལ་ཤོག་ཁག་དཔུང་སྒྲིག་གི་རྒྱབ་སྐྱོར་བཟོ་ཡག་གི་ཐབས་ཤེས་བྱེད་མཁན་ཡང་ཡོད་རེད། བོད་རང་བཙན་རྩོད་མཁན་ཚོ་གི་ནང་ལོག་ནས་ཡང་སྐད་ཆ་དེ་ཚོ་ཆུང་ཆུང་རེད་མདོག་མདོག་ཤེས་ཀྱི་ནས་མཐོང་ངོ་གསུང་ཡག་དང་འགན་འཁྲི་ལས་གཡོལ་ཐབས་བྱེད་ཡ་མ་གཏོགས་ཀྱིས་རྩ་དོན་སྲུང་སྐྱོབ་ཀྱི་འགན་མ་ཁྱི་བ་ཁྱི་བྱས་ནས་གང་ལྟར་གྱིས་འགྲོ་མཁན་སྡོད་མཁན་བྱས་བསྡད་ཡ་དེ་སོ། རྩ་དོན་ལ་འགན་མ་ཁུར་བ་ཆགས་ཀྱི་ཡོད་རེད། མཐུན་ལམ་དང་རྡོག་རྩ་གཅིག་སྒྲིལ་དགོས་ཀྱི་རེད་དེ་རྩ་དོན་ལ་གནོད་སྐྱེལ་ཡོང་དུས་ད་དུང་ཡང་ཅིག་ཁོག་པ་ཆད་མདོག་གིས་འཇར་ཚོང་བའི་སྐད་ཆ་དེ་ཚོ་ལ་མཛུབ་མོ་མ་བཙུགས་བ་ཡིན་ན་ད་ལྟའི་མཐུན་ལམ་རྩ་བ་ཉིད་ནས་ཆགས་ཀྱི་ཡོད་མ་རེད་དེ་རྩ་དོན་ལ་འགན་མ་ཁུར་བ་རང་རེད། འདི་འདྲའི་ཆབ་སྲིད་ཀྱི་འགོ་ཁྲིད་མཐོ་ཤོས་ཀྱི་རྐུབ་སྟེགས་ཀྱི་ཐོག་ནས་གང་ལྟར་བོད་རྒྱ་གང་རེད་ཟེར་ལབ་ཡོང་དུས། བོད་རང་བཙན་གྱི་ལངས་ཕྱོགས་བཟུང་མཁན་ཚོ་གི་ངོ་རྒོལ་མ་བཟོ་བ་ཡིན་ན། དེ་ནི་འཐབ་རྩོད་ཀྱི་སྣེ་རེ་རེ་བཞིན་དུ་རྩ་མེད་འགྲོ་བྱས་ནས་ང་ཚོ་ལ་གང་ཡང་ལྷག་གི་མ་རེད་འཐབ་རྩོད་ལྷག་གི་མ་རེད། དེ་དེ་རིང་གསལ་བོ་བྱས་ནས་ལབ་ཡག་གི་འདོད་པ་བྱུང་སོང། གནད་དོན་འདི་སོགས་ཀྱི་ཐོག་ལ་ཡིན་པ་ཡིན་ནའི་དེ་རིང་རྒྱ་གར་གྱི་རྒྱལ་ས་ལྡི་ལི་ལ། ད་ཉི་མ་ཁ་ཤས་ཅིག་ལ་འཚོགས་ཡག་གི་བོད་རང་བཙན་གྱི་ཚོགས་ཆེན་དེའི་ནང་ལོགས་ལ། གནས་ཚུལ་འདི་སོགས་ཀྱི་སྐོར་ལ་ངེས་པར་དུ་རྣམ་འགྱུར་གྱིས་བསྟན་དགོས་ཡ་དང། གླེང་སློང་དགོས་ཡ་དེ་ངས་གལ་ཆེན་པོ་མཐོང་གི་ཡོད། དེས་མ་འབྱུང་བ་ཡིན་ན་བོད་ཀྱི་གཏམ་དཔེ་ལ་དགེ་སྐུལ་ཆོས་བཟང་ན་དགེ་སྐུལ་ཆོས་བཟང་ན་དགོན་པའི་བགྲེགས་ལས་ལ་ཡང་ཆོས་རེད་དེ་ནང་བཞིན་གནད་འགག་ལ་ཐུག་དུས་ཡང་སོ་སོའི་སོ་སོ་བཟང་མདོག་འདྲ་བོ་ཅིག་འཁྲབ་བདེ་བ་ཡིན་ན་དེ་ཡག་རྟགས་ཀྱི་རྩ་བ་ཉིད་ནས་མ་རེད། སྤྱིར་བཏང་ཉིས་སྟོང་བཅུ་གསུམ་བཅུ་བཞི་དབྱིན་ཡུལ་དེ་རྒྱ་རྒན་ཀོ་ཝེན་ཀོ་འདྲ་བོ་གིས་རྡ་རམ་ས་ལ་ནི་བོད་ཀྱི་ཁོག་པ་ལ་རྒྱ་འཛུལ་བྱས་ནས་བོད་ཀྱི་རྒྱལ་གཞན་དང་འཐབ་རྩོད་བོད་ཀྱི་རང་དབང་མང་ཚོགས་ཉམས་ཆག་གཏོང་ཡུལ་གྱི་དུས་ངན་ཅིག་བསལ་ཡོད་རེད། ཉིས་སྟོང་བཅུ་གསུམ་བཅུ་བཞི་དབྱིན་ཡུལ་ལ་སྐབས་དེ་དུས་ཀྱི། ད་སྲིད་སྐྱོང་བློ་བཟང་སེང་གེ་དང་གྲོས་ཚོགས་ཀྱི་ཚོགས་གཙོ་སྤེན་པ་ཚེ་རིང་གི་སྐབས་ལ་གྲོས་ཚོགས་ནང་ལོགས་ལ་གང་ལྟར་བོད་རང་བཙན་རྩོད་མཁན་ཚོ་གིས་རྒྱལ་བ་རིན་པོ་ཆེ་གི་སྐུ་ཚེ་ཉུང་འཕྲི་བཟོས་བ་རེད་ཟེར་ཡ་གི་སྐད་ཆ་ཐབས་སྐྱོ་བོ་དེ་འདྲ་བཤད་ཀྱི་ནས་གང་ལྟར་བོད་རང་བཙན་རྩོད་མཁན་ཚོ་གི་མགོ་ཐོག་ལ་མ་ཉེས་ཁ་གཡོག་སྣ་ཚོགས་བཟོས་བའི་རྒྱུ་མཚན་གིས་བོད་ཀྱི་འཐབ་རྩོད་དང་རྒྱལ་ཞེན་ལ་གང་ལྟར་བསབ་མི་ཐུབ་པའི་ཉམས་ཆག་ཆེན་ཡོད་རེད། སྤྱི་ཚོགས་ནང་ལོགས་ལ་དེ་འབྲེལ་གྱི་མ་ཉེས་ཁ་གཡོག་གི་གནོན་ཤུགས་ཀྱི་འོག་ནས་བོད་རང་བཙན་གྱི་ཚོགས་པ་ཁག་ཅིག་དབུ་མའི་ལམ་ལ་འགྱུར་བ་ཕྱིན་ཡག་མི་སྒེར་པ་གི་བོད་རང་བཙན་གྱི་དངོས་མཐོ་ཡིན་པ་ཡིན་ན་ལས་འབད་སྦྱོར་བཟོ་ཡག་གི་དུས་ངན་ཅིག་ཚེས་ཡོད་རེད། བསམ་བློ་ཡག་པོ་བྱས་ནས་གཏོང་བ་ཡིན་ན་ང་ཚོའི་འཐབ་རྩོད་ཀྱི་ལངས་ཕྱོགས་ལ་འགྱུར་བ་སོང་བ་དེ། གི་བརྒྱུད་རིམ་ནང་ལོགས་ལ་མི་སྒེར་གྱི་ཆེ་མཐོང་དང་མི་གཤིས་ལས་ཡིན་པ་ཡིན་ན་ལས་ངོ་ཚ་དང་བརྙས་བཅོས་ཕོག་མྱོང་བ། དེ་ཡང་ཁྱེད་སྔོན་མ་ཀ་བ་བཟང་པོ་གི་དུས་ཚོད་ལ། ཨོ། མི་དེ་དང་དེས་བུ་རོང་བཙན་ལེན་དགོས་པ་རེད། ང་བུ་རོང་བཙན་བའི་འཐབ་རྩོད་པ་ཡིན་ལབ་བྱས་ནས་སྤོབས་པ་ཆེན་པོ་གིས་ལབ་གི་ཡོད་རེད་དེ། ད་གང་ལྟར། འགྱུར་བ། སྡུག་ཅག་ཅིག་ཕྱིན་པའི་བརྒྱུད་རིམ་དེའི་ནང་ལོགས་ལ་སྔོན་མ་བུ་རོང་བཙན་ཡིན་ཟེར་མཁན་དེ་ཚོ་གིས་ཡང་ཉིས་སྟོང་བཅུ་གསུམ་བཅུ་བཞི་དབྱིན་ཡུལ་ནས་སོ་སོ་བུ་རོང་བཙན་ལེན་དགོས་པ་ཡིན་ཟེར་ཡག་གི་ཚབ་ལ་བོ་དོང་ལེན་དགོས་པ་ཡིན་ལབ་བྱས་ནས་གང་ལྟར། སྔར་གཞན་གྱི་མི་དེ་དང་དེ་ལ་རང་བཙན་འཐབ་རྩོད་པ་རེད་ཞུ་ཡག་གི་ཚབ་ལ་ཡང་བོ་དོང་འཐབ་རྩོད་པ་རེད་ཟེར་ཡག་ལགས་སོགས་པ་གང་ལྟར། སྐབས་ཚོར་ངོ་སྲུང་གིས་བོད་རང་བཙན་གྱི་ཚེགས་དེ་ག་སེ་ཐུབ་ཐོབ་ཀྱི་བེད་སྤྱོད་ཉུང་རུ་གཏོང་བྱས་ནས། དེ་འབྲེལ་གྱི་སྐབས་ཚོར་ངོ་སྲུང་གི་ལོ་རྒྱུས་ཅིག་རྡ་རམ་ས་ལ་ནས་འགོ་བཙུགས་ཡོད་པ། དེ་ང་ཚོ་གི་བརྗེད་ཡོད་ཀྱི་མ་རེད། འགྱུར་བ་དེ་ཚོ་མི་རིགས་དང་རྒྱལ་ཁབ་ཀྱི་ངོས་ནས་འཐབ་རྩོད་ཀྱི་གྱོང་གུད་དང་མི་སྒེར་གྱི་ཆེ་མཐོང་དང་མི་གཤིས་ལ་བརྙས་བཅོས་དང་ངོ་ཚ་ཕོག་ཐོང་ཅིག་རེད། ཁ་སང་དེ་རིང་ཡང་གནས་སྟངས་སྐྱོ་བོ་དེ་རང་འཇགས་བསྡད་ཡོད་རེད། ཕྱོགས་མང་པོ་ནས། དཔེ་ཆ་བཞག་ན་མི་ཚེ་བོད་རང་བཙན་གྱི་ལས་འགུལ་ལ་གཅེས་མཁན་དེ་འདྲ་དང་མཉམ་དུ་པར་བརྒྱབ་པར་དེ་ཚོ་སྤྱི་ཚོགས་དྲ་ལམ་ལ་མར་བཀྲམ་ཡོང་དུས། བོད་རང་བཙན་ལས་འགུལ་བ་དེ་དང་མཉམ་དུ་པར་བརྒྱབ་པ་ཡིན་ཟེར་ལབ་ཕོག་གི་ཡོད་མ་རེད། བོ་དོང་ལས་འགུལ་བ་དེ་དང་དེ་མཉམ་དུ་པར་བརྒྱབ་པ་ཡིན་ཟེར་ལབ་ཀྱི་ནི་གང་ལྟར་རྡོག་རྡོག་བོད་རང་བཙན་ལས་ལས་ཀྱི་ཚིག་དེ་འདྲི་ཕོག་གི་ཡོད་མ་རེད་ཤེས་ཡོན་གྱི་དེ་འདྲ་གི་ཡང། དེ་སོགས་མི་སྒེར་སོ་སོ་ཀྱི་རང་དབང་གི་ངོས་ནས་དང་དངོས་ཡོད་ཀྱི་ལོ་རྒྱུས་ཀྱི་ངོས་ནས་ཧ་ལས་པའི་གི་ངོ་ཚ་ཆེན་པོ་རེད། དེ་སྤྱི་ཚོགས་ཀྱི་གནོང་ཤུགས་བཅས་ཀྱི་འོག་ནས་སྤྱི་ཚོགས་ཀྱི་འགྱུར་བ་བཅས་ཀྱི་འོག་ནས་དངོས་ཡོད་ཀྱི་ལོ་རྒྱུས་འབེན་འགེབས་ཁ་སྦྱོར་བཟོ་བའི་གི་མི་ཞིག་གི་སྤུས་ཚད་བསྟན་གྱི་ཡོད་རེད། བོད་རང་བཙན་ལབ་ཡ་དེ་བོད་མིའི་ལས་འགན་དང་གཟིགས་བརྗིད་ཅིག་ཆགས་ཀྱི་ཡོད་རེད་མ་གཏོགས་དེ་ངོ་ཚ་ཅིག་ཆགས་ཀྱི་ཡོད་མ་རེད་ཡིན་ན་ལས་སྤྱི་ཚོགས་ཀྱི་གནོང་ཤུགས་དང་ངོ་སྲུང་གི་འོག་ནས་ངོ་ཚ་དང་གཟིགས་བརྗིད་ནོར་འགྲོ་གི་ཡོད་རེད། དེ་ངས་སུ་ལ་ཕོག་དགོས་ཀྱི་ཡོད་ན་སུ་ལ་གོ་དགོས་ཀྱི་ཡོད་ན་འོ་དེ་ཚོ་ཚང་མ་ལ་ལབ་ཀྱི་ཡོད། མི་སྒེར་གྱི་ངོས་ནས་ལ་རྒྱ་དང་འགན་འཁྲི་ལ་བསམ་བློ་གཏོང་བ་ཡིན་ན་སྤྱི་ཚོགས་དང་མི་སེམས་འགྱུར་བ་གང་འདྲ་འགྲོ་གི་ཡོད་པ་ཡིན་ན་ལས་སོ་སོ་གི་བུ་རོང་བཙན་སླར་གསོ་གི་འགན་འཁྲི་དང་གཟི་བརྗིད་དེ་སློང་ལ་བསྐུར་ཡ་ཡོད་མ་རེད། དེས་མི་རིགས་ཅིག་གི་ངོས་ནས་མ་འོངས་པའི་མདུན་ལམ་དང་མི་སྒེར་ཅིག་གི་ངོས་ནས་མི་ཚེའི་རིན་ཐང་དང་མགོ་གནམ་ཕྱོགས་ལ་ཐུག་བའི་གི་དོང་ཆེན་ཅིག་ཡིན་པའི་རྒྱུ་མཚན་གྱིས་དེའི་གནད་འགག་དེ་ཧ་ལས་པའི་གལ་ཆེན་པོ་ཆགས་ཀྱི་ཡོད་རེད། ང་རང་འདྲ་བོ་ཅིག་ལ་ཆ་མཚོན་བ་ཡིན་ན་ལས་ད་ལྟ་བར་དུ་བོད་རང་བཙན། ད་ལས་འགོར་བ་རེད། བོད་རང་བཙན། གི་ལྟ་བ་ལངས་ཕྱོགས་ཟེར་ཉེན་རེད་ལབ་ཀྱི་ནས་ང་ལ་འདྲ་བོ་ཆ་བཞག་ནས་མི་ཚེའི་སྣང་ལོག་ལ་ཁ་གདངས་མང་ཤོས་དང། རྩ་བ་ཉིད་ནས་མི་འོས་པ་གི་གནས་སྟངས་མང་པོ་ངའི་མགོ་ཐོག་ལ་བྱུང་མྱོང། ཡིན་ན་ལེ་ང་དུད་འགྲོ་ལྷ་དར་གི་གཟུགས་ཤིག་གི་རུས་སྒྲོམ་དེ་ས་ལ་མ་འཐོར་གི་བར་དུ། བོད་རང་བཙན་སླར་གསོ་གི་དམ་བཅའ་དང། དེའི་འབོད་སྒྲ་དེ་ངས་མཚམས་འཇོག་སྲིད་གི་མ་རེད། དེ་ང་དམ་ཉམས་ལབ་གི་ཡོད་ན་འདྲ་ག་རེ་སྨན་སྐུལ་ག་རེ་ལབ་གི་ཡོད་བ་ཡིན་ན་ལེ་དེའི་འགན་འཁྲི་དེ་དང་དེའི་ལ་རྒྱ་དེ་ངའི་ཀློང་ལ་བསྐུར་གི་མ་རེད་དེ་ང་རང་གི་འགན་འཁྲི་དང་ང་རང་གི་ལ་རྒྱ་ལ་ཐུག་གི་གི་དོན་ཆེན་སྦྱིན་པའི་རྒྱུ་མཚན་གི། ང་ལ་དམ་ཉམས་སླ་བ་ཡིན་ན་ལས་བུ་རང་བཙན་གྱི་དམ་བཅའ་ལ་འགྱུར་བ་རྩ་བ་ཉིད་ནས་མེད་པ་དེ་ཡང་ངས་དེ་རིང་སྤོབས་པ་ཐོང་པོ་གི་ཐོག་ནས་ལབ་གི་ཡོད། དེ་ནི་ཉིས་སྟོང་གཉིས་གྱི་ལོ་ལ་བོད་རྒྱ་ཞི་མོལ་གྱི་འཁོར་ཡུག་བསྐྲུན་པ་ཟེར་ཡ་དང་ཉིས་སྟོང་བརྒྱད་ཨི་ཡོང་ལ་བོད་དེ་མ་འོངས་པ་རྒྱ་ནག་གི་བཙན་འཁྲེང་འོག་ལ་བསྡད་ཡ་ཡིན་ཟེར་བ་ལ་སོགས་པ། གང་ལྟར་བོད་ཀྱི་འཐབ་རྩོད་ལ་ཕམ་ཁ་དང་ཉམས་རྒུད་ཀྱི་ཁ་ཕྱོགས་ལ་ད་བསམ་ཡུལ་ལས་འདས་པའི་འགྱུར་བ་དང་གོ་ཆ་ཕྱིར་འབུད་ཀྱི་དུས་སྐབས་ཅིག་ཆགས་བསྡད་ཀྱི་ཡོད་རེད་དུས་ཚོད་དེ། དེ་འབྲེལ་གྱི་དགྲ་བོ་གི་ངོ་སྲུང་ཡག་གི་ཆེད་དུ་དེ་འབྲེལ་གྱི་འགྱུར་བ་དང་བོད་ཀྱི་དོན་རྐྱེན་བློས་གཏོང་བཟོ་ཡག་ཡིན་ན་ལས་དབུ་མའི་ལམ་གྱི་དམིགས་ཚད་དང་འབྲེལ་བའི་གས་བོད་ནང་ལོག་ལ་རིག་གཞུང་སྲུང་སྐྱོབ་ལ་སོགས་པ་གང་ལྟར་གནད་དོན་ག་རེའི་ཐོག་ལ་ཡིན་པ་ཡིན་ན་རེད་རྒྱ་ནག་གིས་བོད་ལ་གུ་ཡངས་དང་བསམ་ཤེས་རྩ་བ་ཉིད་ནས་བྱས་ཡོད་མ་རེད། དེ། ད་དུང་དེ་ལས་ལྡོག་བྱས་ནས་གོང་ལྟར་བུ་རྒྱ་ནག་ཅན་ལ་འགྱུར་ཡག་དང་བོད་ཀྱི་རིག་གཞུང་རྩ་མེད་བཟོ་ཡག་གི་མྱུར་ཚད་འདྲ་བོ་དེ་ཞན་འཇོག་སུ་གཏོང་ཡོད་རེད་མ་གཏོགས་རྒྱ་ནག་གིས་ཚུར་བསམ་གཞིག་སྣེ་གཅིག་བཟོས་ཡོད་མ་རེད། ང་ཚོ་གི་ཕར་དགའ་ས་གི་བློས་གཏོང་དང་བསྟུན་ཁའི་ངོ་སྲུང་བྱས་བ་ཡིན་ན་ལས་ཚུར་རྩ་བ་ཉིད་ནས་གོང་ལྟར་ཇེ་སྡུག་ཇེ་ཞན་ལ་གཏོང་བ་མ་གཏོགས་བཟོ་ཕྱོགས་ཀྱི་འགྱུར་བ་རྩ་བ་ཉིད་ནས་བྱུང་ཡོད་མ་རེད། ཡིན་ན་ལས་ང་ཚོའི་གཞུང་དང་དབུ་ཁྲིད་ཀྱིས་ད་དུང་ཡང་ང་ཚོའི་ཕར་རྒྱ་ནག་ལ་བསྟུན་མཁས་ཚིག་ལས་དགའ་བ་བྱེད་པའི་གི་ནོང་འཁྲུལ་དང་ཕམ་ཁ་དེ་ཚོ་ཡོང་རག་ལ་ཁས་ལེན་མི་བགྱིད་བ་མ་ཟིག་ད་དུང་ཡང་གྲུབ་འབྲས་ཡོང་ཡག་མེད་ཇོ་ཀི་ཨོ་མི་ལམ་ཟེར་ཡག་གི་སྲིད་ཇུས་དེ་འཁྲིང་ཟན་བྱེད་བྱེད་ནས་ང་ཚོ་བསྡད་ཡོད་རེད་ད་དེ་དངོས་གནས་བྱས་ན་བོད་ལ་གྲོང་པོ་མ་སྦྱོང་བ་ཅིག་དང་བོད་ལ་ལག་མ་བརྡ་བ་ཅིག་ཆགས་གི་ཡོད་རེད་དེ་འགན་འདྲ་བོ་དེ་འགོ་ཁྲིད་དང་མི་མང་ཚང་མ་ལ་ཡོད་བདེ་འཇོག་ཅིག་རེད་མ་གཏོགས་དེ་གཞུང་དང་འགོ་ཁྲིད་གཅིག་པུ་གི་འགན་དང་ནོར་འཁྲུལ་ཅིག་ཆགས་ཀྱི་ཡོད་མ་རེད་རྒྱུ་མཚན་ག་རེ་བྱས་ནས་རེད་ལབ་ན། ང་ཚོ་རང་དབང་མང་ཚོགས་ཀྱི་འཁོར་ཡུག་ཅིག་ནང་ལོག་ལ་བསྡད་ཡོད་པའི་ཆ་ནས། མི་མང་གིས་དེའི་ཐད་ལ་གཞུང་ལ་ཅིག་སྡང་འདེད་དང། ནོར་བཅུད་ཡོ་བསྲང་དགོས་ཡ་དེ་མི་མང་གི་འགན་འཁྲི་ཆགས་བསྡད་ཡོད་རེད་ཡིན་ན་ལས་ད་ལྟ་བར་དུ། བཙན་བྱོལ་མི་མང་གི་རྩ་སྟོང་ལོངས་ཕྱོགས་ཀྱི་ཐོག་ནས་གཞུང་དང་འགོ་ཁྲིད་ལ་བདག་འདི་བརྩི་རྒྱུ་ཧ་ལམ་བཟོ་མྱོང་ཡོད་མ་རེད་ལབ་ན་འགྲིག་ཡག་གི་གནས་སྟོང་ཆགས་བསྡད་ཀྱི་ཡོད་རེད་དེ་མི་མང་གི་འགན་འདྲི་མ་འགྲོ་བ་ཆགས་ཀྱི་ཡོད་རེད་ད་ང་ཚོ་གི་བོད་ལ་འགན་འཁྱེར་ཡག་ཡིན་ན་གདམ་ཀ་གཅིག་རང་ཡོད་བ་དེ་བོད་གཞུང་གི་དབུ་མིའི་ལམ་ཟེར་ཡག་དེ་བཞག་བྱས་ནས་ཚང་མ་བོད་རང་བཙན་བླ་སྲོག་གི་ཐོག་ལ། གཅིག་གྱུར་གྱི་འགྱུར་བ་ཅིག་གཏོང་དགོས་ཡ་དེ་ད་ཁ་ཚ་དགོས་གཏུགས་ཆགས་བསྡད་ཀྱི་ཡོད་རེད་དེ་ལས་གནད་འགག་ཆེ་གཅིག་ད་བོད་ཀྱི་ཐོག་ལ་གང་ཡང་ཡོད་མ་རེད་འདི་འཛིན་རག་ཆགས་བསྡད་ཀྱི་ཡོད་རེད། བོད་གཞུང་གིས་བོད་རང་བཙན་སླར་གསོ་གྱི་ཐོག་ལ་སླར་ཡང་འབད་བརྩོན་གནང་དགོས་ཡ་དེ་དང་པོ་ང་ཚོ་བཙན་བྱོལ་ལ་ཡོང་བའི་སྐབས་ཀྱི་བོད་རྒྱལ་ཁབ་སླར་གསོ་བཟོ་ཡག་གི་དམིགས་བསལ་ཡང་ཆགས་བསྡད་ཀྱི་ཡོད་རེད་དེ་མཐའ་མ་བོད་དེ་གསོན་པོ་གནས་ཡག་གི་ཐམས་ལམ་གཅིག་པུ་དེ་ཡང་ཆགས་བསྡད་ཀྱི་ཡོད་རེད་དེ་འདྲ་ཡིན་པའི་རྒྱུ་མཚན་གྱི། ད་ང་ཚོ་གིས་གཞུང་གི་སྲིད་ཇུས་དབུ་མའི་ལམ་ཟེར་ཡ་དེ་བཞག་ཅེས་ནས་ང་ཚོ་གིས་ཐོག་མའི་དམིགས་ཡུལ་བོད་རང་བཙན་སླར་གསོ་གི་ཐོག་ལ་འགྱུར་བ་གཏོང་ཡ་གི་དུས་ཚོད་དེ་ད་ངེས་པར་དུ་གཏང་དགོས་ཀྱི་འདུག་འགྱུར་བ་དེ་བོད་ཀྱི་དགོས་མཁོ་ཡིན་པ་མ་ཟད་དེ་ཡང་དག་པ་གི་ཁ་ཕྱོགས་ཅིག་ཆགས་བསྡད་ཀྱི་ཡོད་རེད། དེའི་འགྱུར་བ་དགོས་ཡ་དེ་དུས་ལ་འཚམ་པའི་གི་དགོས་ངེས་ཀྱི་འགྱུར་བ་ཅིག་ཆགས་ཡོད་བ་དེ་ད་ང་ཚོ་གནས་ཡུལ་རྒྱ་གཞུང་གི་འགོ་ཁྲིད་ཀྱི་ནོར་ལོག་ཡིན་ན་འདྲ། གཞོན་སྐད་ཅིག་སྲིད་ཇུས་ཟིན་ཕྱོགས་ཀྱི་ཐོག་ནས་ཡིན་ན་འདྲ། རྒྱ་དཀར་ནག་གཉིས་ཀྱི་འགལ་ཟླ་གྱི་གནད་དོན་ཡིན་པ་ཡིན་ན་ལས་གང་ལྟར་ད་ང་ཚོ་རང་བཙན་གྱི་ཐོག་ལ་གོམ་པ་བརྒྱབ་དགོས་ཡ་གི། འགྱུར་བ་ཅིག་གཏོང་དགོས་ཡ་གི། ད་དུས་ཚོད་དེ་ཏན་ཏན་སླེབས་དུས་ཡོད་རེད་དེ་སླེབས་ཡོད་བ་དེ་དེ་རིང་རྒྱ་གར་རྒྱལ་ས་ལྡི་ལི་ལ་ད་རང་བཙན་ཚོགས་ཆེན་ཚོགས་བ་དེ་ནི་གནད་དོན་འདིའི་ཐོག་ལ་ཤུགས་ཆེན་པོ་གིས་གང་ལྟར་གྲོས་བསྡུར་དང་གླེང་སློང་ཡོང་ཡ་གཅིག་ངས་འབོད་སྐུལ་དང་རེ་བ་རྒྱབ་ཀྱི་ཡོད། ངེས་པར་དུ་དེ་འབྲེལ་གྱི་འགྱུར་བ་ཅིག་གཏོང་དགོས་ཡ་དེ་ལྟ། དབུ་མའི་ལམ་གྱི་ཐོག་ནས་བོད་རང་བཙན་གྱི་ཐོག་ལ་གཞུང་གི་ལངས་ཕྱོགས་འགྱུར་བ་གཏོང་དགོས་ཡ་དེ་རྒྱ་བ་རིན་པོ་ཆེ་སྐུ་གསོན་པོ་བཞུགས་ཡུལ་སྐབས་ལ་ངེས་པར་དུ་འགྱུར་བ་གཏོང་དགོས་ཡ་གི་འཛ་རག་གི་གནད་དོན་ཅིག་རེད་ད་དེ་བོད་མིའི་རྡོག་རྩ་གཅིག་སྒྲིལ་དང་མ་འོངས་བོད་རང་བཙན་སླར་གསོ་གི་མདུན་ལམ། དེ་ག་ནང་བཞིན་རྒྱ་བ་སྐུ་མགྲོན་བཅུ་བཞི་པ་མཆོག་གིས་མཛད་པ་འཕྲིན་ལན་གྱི་ཐོག་ལ་ཡིན་པ་ལས་འདི་ཧ་ཅང་གི་གནད་འགག་ཆེ་བའི་གི་དོང་དོང་ཞན་ཅིག་ཆགས་བསྡད་ཀྱི་ཡོད་རེད། མདོར་བསྡུས་ན་གནད་དོན་དེ་མ་འོངས་བོད་ཀྱི་མདུན་ལམ་དང་རྒྱ་བལ་ཀུན་ཕྲན་བཅུ་བཞི་པ་མཆོག་གི་མཛད་པ་འཕྲིན་ལས་ལ་འདི་ལས་གལ་ཆེ་བ་གི་དོན་ཆེན་གཅིག་མེད་པའི་ཆ་ནས་དངོས་གནས་ཀྱི་བོད་ལ་བློ་དཀར་བའི་གི་རྒྱ་གཞན་དང་རྒྱ་བལ་རིན་པོ་ཆེ་ལ་དངོས་གནས་ཀྱི་དགའ་གུས་ངོ་མ་གཅིག་ཡོད་ན་ད་འདིའི་ཐད་ལ་འབྲེལ་ཡོད་ཚོ་གི་རྒྱ་བལ་རིན་པོ་ཆེ་ལ་ཡིན་ན་ལས་ཁ་མཁས་པོ་གི་དབུ་སྐར་གཏོང་བ་མ་ཡིན་པ་ཁ་རུ་ཁ་ཐུག་གི་དགེ་འདུན་སྐྱོང་གསེར་གྱི་སྙན་སེང་གསལ་བོ་གཅིག་ཞུ་དགོས་ཡ་དང། སྤྱི་ཚོགས་ནང་ལོགས་ལ་ཡིན་པ་ཡིན་ན་ལས་འདིའི་ཐིག་ལ་བློ་ཁ་རྡོར་བྱས་ནས་གང་མགྱོགས་ཀྱི་འགྱུར་བ་ཅིག་གཏོང་དགོས་ཡ་དེ་འཛའ་རག་ཆགས་བསྡད་ཀྱི་ཡོད་རེད། ད་ལྟའི་སྐབས་ལ་འདི་ལས་འཛའ་རག་ཆེ་ཡག་གི་གནས་སྟངས་ཅིག་བོད་ལ་རྩ་བ་ཉིད་ནས་ཡོད་མ་རེད་ཟེར་ནས་ལབ་ཐུབ་ཡག་གི་གནས་སྟངས་ཅིག་རེད། མདོར་བསྡུས་ན་འདི་ལས་གལ་ཆེ་བའི། འདི་ལས་འཛའ་རག་ཆེ་བའི་བོད་ལ་དོན་ཆེན་ཅིག་ཡོད་མ་རེད་ཟེར་ནས་ལབ་ཐུབ་ཡག་ཅིག་རེད། རྒྱལ་བ་རིན་པོ་ཆེ་ཞལ་བཞུགས་པའི་སྐབས་ལ་སྲིད་ཇུས་འདི་འགྱུར་བ་མ་གཏོང་བ་ཡིན་ན། སྲིད་ཇུས་འདི་གས་མ་འོངས་པར་བོད་མིའི་རྡོག་རྩ་གཅིག་སྒྲིལ་དང་བོད་ཀྱི་ལོ་རྒྱུས་ངོས་འཛིན། ལ་སོགས་པར་མདོར་བསྡུས་ན་མ་འོངས་བོད་རང་བཙན་སླར་གསོ་ལ་ད་བཀག་རྡོ་དང་འགོག་རྐྱེན་ཆེན་པོ་གཅིག་ཆགས་ཡིན་པ་དང། རྒྱ་གར་སྐུ་མགྲོན་བཅུ་བཞི་པ་མཆོག་གིས་མཛད་པ་འཕྲིན་ལན་ལ་ཡང་ལོ་རྒྱུས་ནང་ལོགས་ལ་འདི་གས་དཀའ་ངལ་ཧ་ཅང་གི་ཆེན་པོ་གཅིག་འགྱུར་ཡ་ཡིན་པ། དེ་ད་ཐག་སྐྱིད་ཐུབ་ཡ་གཅིག་རེད། འདིའི་སྐད་ཆ་འདི་ངའི་བུ་སྐྱིད་ལ་ཤ་ཚ་ནས། སོ་སོའི་སེམས་ནང་ལ་བསམ་བདེ་བ་གི་སྐད་ཆ་དེ་དེ་རིང་ཁ་གསང་པོ་གི་ཐོག་ནས་དྲང་པོ་བྱས་ནས་ཐད་ཀར་དུ་བཤད་གི་ཡོད། གནད་འགག་འདི་ཧ་གོ་མཁན་དང་བསམ་བདེ་མཁན་སྤྱི་ཚོགས་ནང་ལོགས་ལ་མང་པོ་ཡོད་དགོས་གི་རེད་ཏན་ཏན་ཡོད་རེད། ཡིན་ན་ལེ་ང་ཚོའི་སྤྱི་ཚོགས་དེ་ངོ་སྲང་དང་ངོ་གཏུག་ལ་དགའ་བའི་སྤྱི་ཚོགས་ཅིག་ཆགས་བསྡད་པའི་ཆ་ནས། གཏམ་དྲང་པོ་བཤད་མཁན་དེ་ཁག་པོ་རེད། ད་ང་ཡིན་ན་ལེ་ང་དེ་རིང་བོད་རང་བཙན་ཚོགས་ཆེན་ལ། དངོས་སུ་འགྲོ་མ་ཐུབ་པ་ཡིན་ན་ལས་ངས་དེ་རིང་འདི་འདྲ་སྐད་ད་སྐད་ཆ་ཅིག་སོ་སོའི་བློས་གཏོང་ཆེན་པོ་གི་ཐོག་ནས་བཤད་ཡ་འདི་ཡང་ང་རང་གི་འཐབ་རྩོད་ལ་འགན་ཁུར་སྟངས་ཅིག་ཡིན། ང་དེ་རིང་རང་བཙན་ཚོགས་ཆེན་དེ་ལ་དངོས་སུ་སོང་ཡོད་པའི་དབང་དུ་བཏང་ན་ལས་འདི་ལས་གལ་ཆེ་ཡ་གི་སྐད་ཆ་ཅིག་ང་ལ་གང་ཡང་བཤད་ཡ་མེད། དེ་བྱེད་དུས་ཙམ་པ་ལ་དེ་རིང་ངས་འདི་ལ་བཤད་པའི་སྐད་ཆ་འདི། ངས་བརྙན་གཟིགས་མཁན། ཅེས་དང། ལྷག་པར་དུ་དེ་རིང་རང་བཙན་ཚོགས་ཆེན་ལ་ཚོགས་བཅར་ཞུ་མཁན་ཚོ་གིས་གནད་དོན་འདི་ལ་དོ་སྣང་ཅིག་གནོངས་བྱས་ནས་གནད་དོན་འདི་དང་འབྲེལ་བའི་ཐོག་ལ་གླེང་སློང་ཅིག་ཡོང་ཡག་གི་ངས་རེ་བ་ཞུ་གི་ཡོད། ད་སྔོན་མ་ཉིས་སྟོང་བརྒྱད་ཀྱི་ལོ་ལ་བོད་ནང་ལོགས་ལ་རླབས་ཆེན་གྱི་ཡར་ལངས་བྱུང་བའི་རྗེས་ལ་བོད་གཞུང་མང་རྒྱལ་ཡོངས་ཚོགས་ཆེན་འཚོགས་པའི་སྐབས་ལ་ཡིན་པ་ཡིན་ན་ལས། ལོ་ཤས་ནང་ལོགས་ལ་བོད་རྒྱ་ཞི་མོལ་ལ་གྲུབ་འབྲས་མ་བྱུང་བ་ཡིན་ན་དེ་ནི་བོད་རང་བཙན་དང་རང་ཐག་རང་གཅོད་སོགས་ཀྱི་ཐོག་ལ་འགྲོ་དགོས་ཡ་ཚོགས་ཆེན་རང་གི་ཐོག་ནས་ཡིན་པ་ཡིན་ན་ལས་གྲོས་ཤུགས་བཞག་ཡོད་རེད། ཡིན་ན་ལས་དེའི་རྗེས་ལ་གྲོས་ཚོགས་དང་བཀའ་ཤག་གཉིས་ཀ་གིས། གང་ལྟར་བོད་གཞུང་མང་རྒྱལ་ཡོངས་ཚོགས་ཆེན་གྱི་གྲོས་ཆོད་དེ་ལ་བདག་པོ་རྩ་བ་ཉིད་ནས་བརྒྱབ་ཡོད་མ་རེད། དེ་འདྲའི་བཀའ་ཤག་དང་གྲོས་ཚོགས་ཀྱིས། གང་ལྟར་ཉིས་སྟོང་བརྒྱད་ཀྱི་གཞུང་མང་རྒྱལ་ཡོངས་ཚོགས་ཆེན་གྱི་གྲོས་ཆོད་གལ་ཆེན་པོ་དེ་ལ་བདག་པོ་མ་བརྒྱབ་པ་དེ། དམངས་གཙོ་གི་འགོ་ཁྲིད་ཚོ་གིས་མི་དམངས་ཀྱི་མངོན་འདོད་ལ་བདག་སྤྲོད་མ་བྱས་པ་ཆགས་ཡོད་རེད། དེ་ག་ནང་བཞིན་བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱི་འགན་འཛིན་ལྷན་ཚོགས་ཀྱི་ཐོག་ནས་གཞུང་གི་སྲིད་ཇུས་དབུ་མའི་ལམ་ནས་རང་བཙན་ལ་འགྱུར་བ་གཏོང་དགོས་ཡ་གང་ལྟར་སྤྱི་མོས་ཀྱི་གྲོས་ཆོད་སྦས་རེས་ལ་ང་ཚོ་འགན་འཛིན་ལྷན་ཚོགས་འཚོ་བའི་སྐབས་ལ་གྲོས་ཆོད་བཞག་པ་ནང་བཞིན་སྐབས་དེ་དུས་གང་ལྟར་གྲོས་ཆོད་དེ་དང་མཉམ་དུ་སྙན་ཞུ་ཁ་བཏགས་དཀར་པོ་གི་ལྕེབས་བྱས་ནས་གང་ལྟར་བཀའ་ཤག་དང་སྤྱི་འཐུས་ལྷན་རྒྱས་ལ་ཕུལ་ཡོད་རེད་ང་ཚོ་གིས་ཡིན་ན་ལས་བསམ་ཡུལ་ལས་འདས་པ་གཅིག་ལ་ཕྱིས་སུ་གཞོན་ནུ་ལྷན་ཚོགས་ཀྱི་སྤྱི་མོས་ཀྱི་གྲོས་ཆོད་དང་སྙན་ཞུ་དེ་ལ། དེ་ནི་གཞོན་ནུ་ལྷན་ཚོགས་ཀྱི་ཁྱོན་སྒར་ཚོགས་པ་གི་ལས་དོན་སྤེལ་གྱི་འདུག་ལབ་ཀྱི་ནི་གང་ལྟར་མཐོ་ས་ནས་མ་ཉན་ཁ་ཡོད་དེ་འདྲས་ཡང་ང་ཚོ་གི་མགོ་ཐོག་ལ་བསམ་ཡུལ་ལས་མེད་པ་དེ་འདྲས་ཕོག་མྱོང་ཡོད་རེད། དངོས་གནས་བྱས་པ་ཡིན་ན་ང་ཚོ་དམངས་གཙོ་ཡིན་ལབ་ཀྱི་ཡོད་དུས་མི་མང་དང་ཚོགས་པ་གི་ངོས་ནས་གཞུང་ལ་འགན་དང་སྐྱོན་སེལ་གྱི་ཡར་ཞུ་དགོས་ཡ་དེ་དམངས་གཙོ་གི་མཐོ་གཏོང་དང་འགན་ཆགས་ཀྱི་ཡོད་པའི་ཆ་ནས་དེའི་སྐད་ཆ་དེ་ངེས་པར་དུ་ཤེས་དགོས་ཅིག་དང་ཤེས་ཡག་གི་མཐོ་སྟངས་དང་འགན་གཉིས་ཀ་ཡོད་བདེ་བ་ཅིག་མི་མང་གི་གཞུང་ལ་དེ་འདྲི་གི་རེ་སྐུལ་སྡང་དེ་ངེས་པར་དུ་ཡོད་དགོས་ཅིག་དང་ཡོད་ཆོག་ཡ་ཅིག་ཡིན་པའི་ཆ་ནས་དམངས་ཚོགས་ཀྱི་འགན་དབང་དང་ཡོངས་སུ་མཐུན་བདེ་བ་ཅིག་སྐབས་དེ་དུས་གཞོན་ནུའི་གྲོས་ཆོད་དང་སྙན་ཞུ་དེ་ཆགས་ཡོད་རེད། གཞུང་གི་སྲིད་བྱུས་དབུ་མའི་ལམ་ནས་བོད་རང་བཙན་སླར་གསོ་ལ་འགྱུར་བ་ཡོང་ཡག་གི་གནད་དོན་དེའི་ཐད་ལ། གང་ལྟར་ང་ཚོ་གིས་དེ་འབྲེལ་གྱི་སྙན་ཞུ་ཕུལ་བ་དེ་མདོར་བསྡུས་ན། དམངས་གཙོའི་སྤྱི་ཚོགས་ཅིག་གི་འགན་དང་རང་དབང་ཐོབ་ཐང་དང་ཡོངས་སུ་མཐུན་བདེ་བ་ཅིག་ཆགས་ཡོད་རེད་དེ་གང་ལྟར། བསམ་ཡུལ་ལས་འདས་པ་གཅིག་ལ། གང་ལྟར་གནད་དོན་དེའི་ཐོག་ལ་ང་ཚོ་ལ་མ་ཉེས་ཁ་ཡོད། ཚོགས་པ་ལ་ཡིན་ན་བྱུང་མྱོང་ཡོད་རེད་མི་སྒེར་ལ་ཡིན་པ་ཡིན་ན་ལས་བྱུང་མྱོང་ཡོད་རེད། ད་དེ་ཚོ་ང་ཚོ་བཙན་བྱོལ་སྤྱི་ཚོགས་ཀྱི་དམངས་གཙོ་གི་ལོ་རྒྱུས་ཀྱི་ནང་ལོགས་ལ་བློ་ཕམ་གྱི་གནས་ཚུལ་ཅིག་ཆགས་བསྡད་ཀྱི་ཡོད་རེད་ཡིན་ན་ད་ལོ་རྒྱུས་ཆགས་ཚར་བ་རེད་དེ་བསུབ་ཡ་ཡོད་མ་རེད། ད་ཡིན་ན་ལས་དབུ་མའི་ལམ་གྱི་ཐོག་ནས་བོད་རང་བཙན་སླར་གསོ་ལ་འགྱུར་བ་ཡོང་དགོས་ཡ་འདི་བོད་ཀྱི་འཐབ་རྩོད་ཀྱི་དགོས་མཁོ་བོད་ཀྱི་མདུན་ལམ་གྱི་དགོས་མཁོ་ཆགས་ཡོད་པའི་ཆ་ནས་གང་ལྟར་དབུ་མའི་ལམ་ནས་བོད་རང་བཙན་གྱི་ལངས་ཕྱོགས་ལ་གཞུང་གི་སྲིད་བྱུས་འགྱུར་བ་ཡིག་གཏོང་དགོས་ཡ་འདིའི་ཐོག་ལ་མཐོ་ས་ནས་མ་འོངས་པ་ཡིན་ན་ལས་ག་ཟེར་གི་གང་ལྟར་གནོང་ཤུགས་དང་དཀའ་ངལ་སྤྲད་ཀྱི་ཡོད་པ་ཡིན་ན་ལས་དེ་སོགས་ལ་ང་ཚོ་གིས་གདོང་ལེན་བྱེད་ཀྱི་ནི་ངེས་པར་དུ་བོད་རང་བཙན་ཚོགས་ཆེན་འདིའི་ཐོག་ནས་གནད་དོན་འདིའི་ཐད་ལ་གང་ལྟར་གྲོས་ཆོད་དང་གླེང་སློང་གི་ཐོག་ནས་བོད་མི་མང་སྤྱི་མཐུན་ལ་ཡིན་པ་ཡིན་ན་ལས་ཚོགས་ཆེན་དེའི་ཐོག་ནས་དེའི་བསམ་ཚུལ་དེ་གཟིམ་ཟོམ་མེད་པའི་ཐོག་ནས་ཞུ་དགོས་པ་དེ་འགན་ཆགས་བསྡད་ཀྱི་ཡོད་རེད་དྲན་གྱི་འདུག། དེ་ག་ནང་བཞིན་གཞི་རིམ་སྤྱི་ཚོགས་དང་བགྲོ་གླེང་གི་སྡིངས་ཆའི་ཐོག་ལ་གནད་དོན་འདི་བགྲོ་གླེང་དང་དེ་ནས་ཀྱི་གཏམ་བཤད་དང། སྤྱི་ཚོགས་མཆོང་ཡོངས་ལ་འཐབ་རྩོད་དང་འགན་འཁྲིའི་ཐོག་ལ་རྟོགས་པ་སད་ཡག་གི་ཀ་ད་གོང་ལྟར་གྱི་གོ་རྟོགས་སད་ཐུབ་ཡག་གི་འབད་བརྩོན་བྱེད་དགོས་ཡག་དེ་ད་དམིགས་བསལ་གི་རང་བཙན་གི་མིང་ཡོད་ཉན་གི་ཚོགས་པ་དང་མི་སྒེར་ཚོ་གི་ལས་འགན་ཆགས་བསྡད་གི་ཡོད་རེད་དེ་ག་ནང་བཞིན་བཙན་བྱོལ་སྤྱི་ཚོགས་གི་ད། གསར་འགྱུར་བརྒྱུད་ལམ་དེ་སོགས་ཀྱིས་དངོས་གནས་ཀྱི་རང་དབང་དམངས་གཙོ་དང་འཐབ་རྩོད་ལ་འགན་འཁྱེར་གྱི་ཡོད་ན། ཨ་ནི་གནད་དོན་འདི་ཚོ། བཙན་བྱོལ་སྤྱི་ཚོགས་ཀྱི་གསར་འགྱུར་བརྒྱུད་ལམ་ཁག་ལ་ངེས་པར་དུ། གླེང་སློང་བྱེད་ཕོད་དགོས་ཡག་དང། གླེང་སློང་བྱེད་ཡག་གི་ཁོར་ཡུག་དང་སྡིངས་ཆ་བསྐྲུན་དགོས་ཡག་དེ་གལ་ཆེན་པོ་ཞིབ་པོ་ཆགས་ཀྱི་ཡོད་རེད་དེ། དམངས་གཙོའི་གསར་འགྱུར་བརྒྱུད་ལམ་གྱི་འགན་དང། ད་ག་རེ་ལབ་དགོས་རེད། རང་དབང་ཆགས་བསྡད་ཀྱི་ཡོད་རེད། མདོར་བསྡུས་ན་ད་ང་ཚོ་རང་བཙན་ཚོགས་ཆེན་བཙུད་པས་ང་ཚོ་གི་རང་བཙན་གི་ལས་འགོར་ག་འདྲ་ཅིག་སྤེལ་བ་ཡིན་ནོ་ལས་སྤྱི་ཚོགས་མཆོང་ཡོངས་ལ་འདི་འདྲི་གི་རང་བཙན་གི་གོ་རྟོགས་དང་ལྷག་པར་དུ་གཞུང་གི་སྲིད་ཇུས་དེ་དབུ་མའི་ལམ་ནས་རང་བཙན་ལ་ཚོར་འགྱུར་བ་གཏོང་མ་ཐོབ་པ་ཡིན་ན། ད་ང་ཚོ་གི་ཅིག་མི་སྒེར་དང་ཚོགས་པ་གི་ལས་འགོར་ག་སུ་སྤེལ་བ་ཡིན་ནོ་ལས་ད་དེ་ལ་ཅིག་གྲུབ་འབྲས་དངོས་གནས་གི་ནུས་པ་འདོན་པ་ཅིག་ཡོང་ཡ་ཁག་པོ་ཡིན་པ་དེ་ད་ང་ཚོ་ལོ་རྒྱུས་ནང་ལོགས་ལ་ཉམས་མྱོང་མང་པོ་བྱུང་ཡོད་རེད། ལྟ་ཅི་ང་སོགས་ཀྱིས་ད་དུང་ཡང་ཅིག་མཐོང་ངོ་གསུང་ཡ་དང་ལམ་ལུགས་སུས་བྱེད་ཀྱི། ནོར་ལོག་ལ་གོམ་པ་བརྒྱབ་བསྡད་པ་ཡིན་ན་དེ་གིས་བོད་རང་བཙན་སླར་གསོ་གི་ལས་དོན་གྱི་ཐོག་ལ་ནུས་པ་ཆེན་པོ་ཅིག་ཐོན་ཡ་དེ་ཁག་པོ་ཡིན་པ་དེ་ད་ཐེངས་ང་རང་གི་ངོས་ནས་དེའི་བསམ་ཚུལ་དེ་ཉམས་མྱོང་དེ་གསལ་པོ་བྱས་ནས་ཞུ་གི་ཡོད་དེ་བྱེད་དུས། གང་ལྟར་བོད་རང་བཙན་སླར་གསོ་གི་ལངས་ཕྱོགས་ཀྱི་ཐོག་ལ་གཞུང་གི་འགྱུར་བ་གཏོང་དགོས་ཡ་དེ་འཛའ་རག་ཆགས་བསྡད་ཀྱི་ཡོད་རེད། དེ་འདྲ་ཡིན་པའི་ཆ་ནས་གཙོ་བོ་སྤྱི་ཚོགས་ཀྱི་འགྱུར་བ་དང་སྲིད་ཇུས་ལངས་ཕྱོགས་ལ་འགྱུར་བ་གཏོང་ཡག་ལ་འབད་བརྩོན་བྱེད་ཡག་གི་བློ་ཁོག་དགོས་ཡག་བློས་གཏོང་དགོས་ཡག་དེའི་དོན་ལ་སྤྱི་ཚོགས་ཀྱི་གནོན་ཤུགས་དང་གླེང་ཕྱོགས་ལ་རྡོང་གཏད་བྱས་ནས་བློས་གཏོང་ཕུག་དགོས་ཡག་དེ་ད་ཧ་ལས་པའི་གལ་ཆེན་པོ་ཆགས་ཀྱི་ཡོད་རེད། འཐབ་རྩོད་ཀྱི་ངོ་བོ་འདྲ་བོ་དེ་ཕྱོགས་བ་ཕྱག་ལེན་དང་གཅིག་ལམ་ལུགས་སུལ་ཙམ་མ་ཡིན་པར་བློས་གཏོང་དང་འབད་བརྩོན་རེ་བ་དང་སྙིང་སྟོབས་ཆགས་བསྡད་ཀྱི་ཡོད་རེད། ད་ང་རང་གི་ངོས་ནས་ཡིན་པ་ནི་ཁ་སང་ནས་གཅིག་གནད་དོན་མང་པོ་གཅིག་གི་ཐོག་ལ་བསྙེན་བཟོ་དེ་ཡང་དུས་ཚོད་སྟོང་དེ་ཡང་འདི་སོ་རྩ་སྟོང་ཐབས་ཚུགས་ཀྱི་ཆེད་དུ་ཅིག་གོ་རྟོགས་ཀྱི་དཔེར་ཐོབ་ན་བསམ་ཅི་ནས་འབད་བཟུང་བྱས་དེ་ཡང་དེ་ཆགས་བསྡད་ཀྱི་ཡོད། མདོར་བསྡུས་ན་ད་ང་ཚོ་ཁ་ཐབས་ག་སེ་མི་འགུལ་ག་སོ་ད་ལྟའི་ཆ་ལ་ཅིག་ང་ཚོ་ག་སེ་གི་ཁ་ཐབས་སྐྱོ་བོ་ཡིན་པ་ཡིན་ན་ལས་བོད་མི་རིགས་ལ་རེ་བ་དེ་བརླག་རུང་གི་མ་རེད། བོད་མི་རིགས་ལ་རེ་བ་བཅུད་དགོས་ཀྱི་རེད་མ་གཏོགས་བོད་མི་རིགས་ལ་ང་ཚོ་གི་རེ་བ་བརླག་བྱས་ནས་དེ་ནས་ང་ཚོ་རྒྱ་ཡི་འོག་ལ་མགོ་བཏགས་བཞག་པ་ཡིན་ན། ད་ལྟའི་ང་ཚོ་གི་འགན་འཁྲི་མ་འགྲོ་བ། ཆགས་བསྡད་ཀྱི་ཡོད་རེད། བོད་ལ་འགན་མ་ཁྱི་བ་ཆགས་ཀྱི་ཡོད་རེད། མ་འོངས་པ་ང་ཚོ་ལས་བློ་སྟོབས་དང་འཇོན་ཐང་དང་ནུས་པ་ཆེ་བས་ཀྱི་མི་རབས་རེ་བ་ཅན་འཚར་ལོངས་ཡོང་ཆེད་ནས་ཅིག་བོད་རང་བཙན་སླར་གསོ་དང་བོད་བསྐྱར་དར་གྱི་ཉི་མ་ཅིག་ཡོང་ཡག་གི་རེ་བ་རྒྱག་བའི་ཐོག་ནས་མ་འོངས་བོད་ཀྱི་མདུན་ལམ་ལ་རེ་བའི་སྒོ་མོ་འདྲ་བོ་དེ་ཕྱེས་ནས་བཞག་དགོས་ཀྱི་རེད་མ་གཏོགས་དེའི་རེ་བའི་སྒོ་མོ་འདྲ་བོ་དེ་རྒྱབ་བཅད་ནས་ཅིག་བོད་ལ་རེ་བ་མེད་པ་གཟུགས་གཞལ་བ་ཡིན་ན་དེ་འགྲིག་གི་ཡོད་མ་རེད། མ་མཐའ་ཡང་གང་ལྟར་མ་འོངས་བོད་ཀྱི་མི་རབས་ལ་རེ་བ་དེ་བཞག་བྱས་ནས་བོད་ཀྱི་མདུན་ལམ་གྱི་རེ་བ་དེ་ལ་ང་ཚོ་གིས་ག་རེ་ལབ་དགོས་རེད། གཏོར་བརླག་མ་གཏོང་དགོས་དེ་གལ་ཆེན་པོ་ཞི་བོ་ཆེ་རེད། མ་མཐའ་ཡང་གང་ལྟར་མ་འོངས་པའི་མི་རབས་ཀྱིས་བོད་རང་བཙན་སླར་གསོ་དང་བོད་བསྐྱར་དར་བཟོ་ཡག་གི་དམིགས་བསལ་གཅིག་དང་རེ་བ་གཅིག་དགོས་ཡ་དེ་བུ་ལ་མ་མཐིལ་གྱི་འགན་ཁུར་སྟོང་དང་རེ་བ་བཅུ་སྟོང་གཅིག་ཡིན་དགོས་ཀྱི་རེད། ད་ང་ཚོ་གི་གཅིག་ཕར་བུ་རང་བཙན་ཤོར་བ། ནང་བཞིན་བཙན་བྱོལ་ལ་ཡུན་བའི་སྐབས་ལ་ང་ཚོ་གི་དམིགས་ཡུལ་དང་རེ་བ་འདྲ་བོ་དེ་འགན་འཁྲི་འདྲ་བོ་དེ་བུ་རང་བཙན་སླར་གསོ་བྱེད་ཡ་དེ་བཙན་བྱོལ་ལ་དང་པོ་ཡོང་ཡ་གི་དམིགས་ཡུལ་དང་རེ་བ་འདྲ་བོ་དེ་ཆགས་བསྡད་ཀྱི་ཡོད་རེད། དེ་ང་ཚོ་གི་སེམས་ལ་བཟུང་དགོས་ཡ་དེ་གལ་ཆེན་པོ་ཞི་བོ་རེད། ད་དེ་ངས་དེ་རིང་བརྙན་བཟོ་ཡག་གི་དོང་དག་གཙོ་བོ་འདྲ་བོ་དེ་དེ་ཡིན་དེ་ནས་ད་བརྙན་དེ་གང་ལ་གང་འཚམ་རིང་པོ་ཆགས་འདྲ་གི་འདུག་ངས་དེ་བྱས་ནས་བརྙན་དེ་དེ་མཚམས་བཞག་གི་ཡོད་དེ་ནས་མཐའ་མ་དེ་ལ་གང་ལྟར་བོད་པའི་གཏམ་དཔེ་གི་ནང་ལོགས་ལ་མཛོ་བྱང་ལ་དེད་པ་ཡིན་ན་ལས་ཁ་ལྷོག་ལ་བལྟས་ནས་ཉལ་ལ་ཡ་ཅི་ཡོད་རེད་དཔེ་དེ་ནང་བཞིན། ད་ང་དུད་འགྲོ་ལྷ་དར་ཅིག། བརྩེ་འབྱོར་ནི་ནུབ་མཐའ་ལ་གྱར་བྱས་ནས་ད་ཐེངས་ཅིག། རྒྱལ་སྤྱིའི་བུ་རོང་བཙན་ཚོགས་ཆེན་དེ་ལ་བཅར་ཐུབ་ཀྱི་མེད་པ་ཡིན་ན་ལས། སོ་སོའི་གི་རེ་བ་དང་དམིགས་ཡུལ་དེ་བུ་རོང་བཙན་སླར་གསོ་ཡོང་ཡ་དེ་ཡིན་པའི་ཆ་ནས། ད་ཐེངས་རྒྱ་གར་ལ་རང་བཙན་ཚོགས་ཆེན་ཉི་མ་ཁ་ཤས་ཅིག་འཚོགས་ཀྱི་ཡོད་པ་དེ། དངོས་གནས་ཅིག་ཚོགས་ཆེན་གྱི་ཁ་བྱང་ནང་བཞིན་དོན་ལ་བདེན་པ་ཅིག་ལམ་ལྷོང་ཡོང་ཡ་དེ། རེ་བ་དང། དེ་ནི། རང་བཙན་ཚོགས་ཆེན་ལ་ཅེས་ད་ཤར་ནུབ་ག་ས་ནས་སོ་སོ་སྒེར་གྱི་དུས་སུ་དང་འགྲོ་སོང་གཏོང་བྱས་ནས་ཚོགས་ཆེན་དེ་ལ་མཉམ་ཞུགས་གནང་ཉིན་ཚོགས་ཆེན་གོ་སྒྲིག་བྱེད་ཉིན་ཚང་མ་ལ་གོང་ལྟར་སེམས་དབུས་ནས་བཀའ་དྲིན་ཆེ་ཞུ་གི་ཡོད། དེ་ནི་མཐའ་མ་དེ་ལ་གོང་ལྟར་བོད་རང་བཙན་སླར་གསོ་གི་ཆེད་དུ་བོད་ཕྱི་ནང་གཉིས་ཀ་ནས་བློས་གཏོང་གནང་ཉིན་གྱི་རྒྱལ་སྤྱིའི་དཔའ་བོ་དཔའ་མོ་འདས་སོང་ཡོངས་ལ་དེ་ནི་གུས་འདུད་དང་བཀའ་དྲིན་རྗེས་དྲན་ཞུ་གི་ཡོད་དེ་ནི་བཀའ་དྲིན་ཆེ།